ཡག་མགོ་བཙུགས་ཀྱི་ཡིན་ད། སློབ་ཆེན་སྔོན་མའི་ནང་དུ་ང་ཚོས་ཨ་ལོང་ཞིག་ཚ་བོ་བཟོས་ན་ཨ་ལོང་དེའི་བུ་ག་ཆེ་ཆུང་ཇི་ལྟར་འགྱུར་མིན་སྐོར་ལ་བཤད་ཡོད། མ་ཟད་ང་ཚོས་ཚིག་འགའ་ཞིག་བེད་སྤྱད་ནས་ཚོད་ལྟ་ཡང་བྱས་ཡོད། ཨ་ཅག་གི་ཚིག་གི་བེད་སྤྱད་ནས་ཚོད་ལྟ་བྱས་པ་དེ། དྲན་གསོས་ཀྱི་འདུག་གས། ད་ལྟ་འདི་ལ་ཡ། ཐར་ཐུབ་ཀྱི་འདུག་ག། ཤུགས་ཏོག་ཙམ་བསྡད་ན་འགྲོ་ཐུབ་ཀྱི་འདུག་ག། ངས་འདི་ཚ་བོ་བཟོས་བར་དུས་ཚོད་མང་པོ་གཏོང་གི་མིན། ཁྱེད་ཚོའི་དུས་ཚོད་མང་པོ་འཕྲོ་བརླག་འགྲོ་གི་རེད། སྤོ་ལོ་ཚ་བོ་ཆགས་ནས་ཆེ་རུ་ཕྱིན་ནས་ཨ་ལོང་འདི་བསྐྱུར་ཐུབ་ཀྱི་མ་རེད། དེའི་ཚབ་ཏུ་ཨ་ལོང་འདི་ཚ་བོ་བཟོ་གི་ཡིན། ཨ་ལོང་འདི་ཡག་པོ་ཞིག་ཚ་བོ་བཟོས་ན། ཨ་ལོང་འདི་རྒྱ་ཆེ་རུ་འགྲོ་གི་རེད་པས། འགྲོ་གི་རེད་འདི་ཆེ་རུ་འགྲོ་གི་རེད། བུ་ག་ཁྱོན་ཡོངས་ལ་འགྱུར་བ་འགྲོ་སྲིད་གི་རེད་པས། ལྟོས་དང་མི་མང་པོ་ཞིག་གི་བསམ་པ། མི་མང་པོའི་བསམ་བློར་ཨ་ལོང་གི་ཕྱོགས་ཡོངས་ལ། འདི་ནས་ཆེ་རུ་འགྲོ་འམ། འདི་ནས་ཆེ་རུ་འགྲོ་གང་ལྟར་ཨ་ལོང་མཐོ་རུ་འགྲོ་གི་ཡོད། ཁྱེད་ཚོས་བྱས་ན་ཨ་ལོང་མཐོ་དུ་འགྲོ་གི་ཡོད་རེད་པས། དེ་འགྲོ་གི་ཡོད་རེད། མི་མང་པོས་ཨ་ལོང་གི་ཕྱོགས་འདི་ནས། ཨ་ལོང་གི་བུ་ག་ཆུང་དུ་འགྲོ་སྲིད་པས། ཡིན་ནའི་ང་ཚོས་དངོས་སུ་མཐོང་ཡ་ལ། བུ་ག་དེ་མངོན་གསལ་དོད་པོས་ཆེ་རུ་འགྲོ་བ་ཡིན། བུ་ག་དེ་ཆེ་རུ་བུ་ག་ཁྱོན་ཡོངས་ལ་ཆེ་རུ་འགྲོ་བ་ཡིན། འདི་ཁྱེད་རང་ཚོའི་བསམ་པའི་རྒྱུན་འཛིན་དང་གཅིག་པ་རེད་འདུག་གས། ཁྱེད་ཚོ་ག་ཚོད་ཀྱི་སྦྱོང་བརྩོན་ནང་དུ་རེད་ཨ་ལོང་གི་བུ་ག་ཆེར་འགྲོ་བ་ཡིན་ཞེས་བྲིས་ཡོད་དམ། ལག་པ་རྐྱོང་དང། མི་ག་ཚོད་ཀྱི་སོ་སོ་སྐྱིད་བོ་མེད་ཙང་རྒྱུ་མཚན་གཞན་ཞིག་བཀོད་ཡོད་པས། ཡིན་ད། ང་ཚོ་ཁ་སང་པོ་ཡིན་ད་ཡིན་ད། འདི་ལ་ཡང་ལྟ་ཚུལ་གཞན་ཞིག་ཡོད་རེད། དེ་རིང་ང་རང་གྲོགས་པོ་ཡོང་བ་མི་འདུག་འདི་ལ་ཡ། མཚམས་མཚམས་ང་རང་ཚོས་ལན་མ་བརྒྱབ་བར་ཆད་བསྡད་ན་ཡང་ཡག་པོ་ཡོད་རེད། ང་ཚོས་ཨ་ལོང་ཞིག་ཁྱེར་ཡོང་ནས། ང་ཚོས་ཨ་ལོང་ཞིག་དུམ་བུ་བཞི་རུ་གཏུབ་ནས། དུམ་བུ་བཞི། དེའི་དུམ་བུ་གཅིག་སྒམ་ཐབ་ནང་དུ་བླུགས་ནས་ཚ་བོ་བཟོས་ན་དུམ་བུ་དེ་ཆེ་རུ་འགྲོ་སྲིད་དམ། རྒྱ་ཆེ་རུ་ཕྱིན་ནས་འདི་འདྲ་ཞིག་ཏུ་འགྱུར་སྲིད་དམ། ནམ་ཡང་འགྱུར་སྲིད་མ་རེད། དེ་འདྲ་ཆེ་རུ་ཕྱིན་ན་འདི་འདྲ་ཞིག་ཏུ་འགྱུར་སྲིད་ཀྱི་རེད། ཕྱོགས་འདིའི་རྒྱ་ཆེར་ཕྱིན་པའི་རིང་ཚད་འདི་ཕྱོགས་འདི་ལས་རིང་བ་ཡོད་རེད། ཁྱེད་ཚོས་དེའི་ཆ་རྣམས་ཁྱེར་ནས་ཕན་ཚུན་བསྡུར་ན་དེ་དག་གི་ཁྱད་པར་མཐོང་གི་རེད། ཡང་ན་ཁྱེད་ཀྱི་རང་གི་ཚེ་སྐྱབས་དེ་འདི་ལྟར་མནར་ནས། ཚ་བོ་ཟོས་ན་རྒྱ་སྐྱེས་ནས་ཐུར་དུ་འགྲོ་སྲིད་དམ་ཐུར་དུ་འགྲོ་གི་རེད། ཕྱོགས་འདི་ནས་འགྲོ་སྲིད་ཀྱི་རེད་ཕྱོགས་འདི་ནས་ཀྱང་འགྲོ་སྲིད་ཀྱི་རེད། ཡིན་དྲན་འདི་ཙམ་གྱི་སྒྲུང་རྫོགས་ཡོད་མ་རེད། ང་ཚོས་ཕྱོགས་འདི་རྐྱང་པའི་འགྱུར་བ་ལ་བསམ་བློ་གཏང་ཤུགས་ཆེ་དྲགས་པའི་རྐྱེན་གྱིས། འདི་ནང་བཞིན་བྱས། ཕྱོགས་འདི་རྒྱ་སྐྱེ་གི་ཡོད་པ་སྣང་མེད་དུ་ལྷག་ཡོད། ཕྱོགས་འདི་ནས་ཀྱང་འདི་ལྟར་རྒྱ་ཆེར་འགྲོ་བ་ཡིན། འདིར་ང་ཚོས་ཨ་ལོང་ཞིག་གི་དཀྱུས་ཀྱང་རིང་དུ་སོང་བ་མཐོང་ཡོད། ངས་ཁྱེད་རང་ཚོ་ལ་ཡང་སྟོན་ཐུབ་ཡ་ལ། གང་དུ་བྲིས་པའི་ཚིག་སྟེགས་དེ། རིང་བ་ཡོད། འོག་ཏུ་ཡོད་པའི། ཁྲིད་སྟེགས་འདི་དག་ལས། གང་དུ་ཡོད་པའི་ཚིག་སྟེགས་དེ་དག་གིས་ནང་ངོས་ཀྱི་མཐའ་སྐོར་རིང་ཚད་གསར་བ་དེ་མཚོན་པ་ཡིན། ཚིག་སྐེབས་དེའི་ཕྱོགས་ཚང་མ། མཐུག་ཚད་དང་ཞེང་ཁ། མཐའ་སྐོར་རིང་ཚད། ཕྱི། ནང། ཕྱོགས་ཚང་མ་གཅིག་གྱུར་གྱི་ཆེར་འགྲོ་བ་ཡིན་གལ་སྲིད་ང་ཚོས་གཅིག་གྱུར་གྱི་ཚ་བོ་བཟོས་ན། དེར་བརྟེན་བུ་ག་དེ་ཆེ་རུ་ཕྱིན་ཡོད། སོང་ཙང་ཕྱོགས་ཡོངས་ནས་ཆེ་རུ་ཆེ་རུ་ཕྱིན་ཡོད། འགྲིག་སོང་ངས། ཁྱེད་རང་གིས་བར་དམ་གྱི་ཤེས་དམ་ཞིག་ཁ་ཕྱེ་མ་ཐུབ་པར། མི་སྟོབས་ཅན་ཞིག་ལ་སྤྲད་པ་རེད། ཁོས་ཀྱང་ཁ་ཕྱེ་མ་ཐུབ་ན་ཁྱེད་རང་ལ་ཐབས་ཤེས་གཞན་དག་ག་རེ་ཡོད་པས། གལ་སྲིད་ཁྱེད་རང་གིས་དེ་ཐབས་གང་འཁྱེར་ནས་མགོ་རྟིང་ལོག་སྟེ་ཚ་བོ་ཟོས་པ་ཡིན་ན། ཡང་ན་ཆུའི་ནང་ལ་ཚ་བོ་ཟོས་པ་ཡོད་ན། ཤེས་དམ་དེའི་ལྕགས་ཁ་གཅོད་དེ་རྒྱ་ཆེ་རུ་འགྲོ་ཐུབ་ཀྱི་རེད་པས། དེས་ཤེས་དམ་གྱི་ཁ་གཅོད་དམ་དུ་གཏོང་དགོས་པས་ལྷུག་ཏུ་འགྲོ་གི་རེད་པས། ལྷུག་ཏུ་ལོས་འགྲོ་ཕུབ་ཕུབ་ཕུབ་ཕུབ། ཨོ་རིག་པ་རིག་པ་རིག་པ། ཡག་པོ་རེད་དཔེ་ཡག་པོ་རེད། རིག་པ་ཡང་དཔེ་ཡག་པོ་རེད། ཁྱེད་རང་གིས་དེ་ཚ་བོ་ཟོས་ནས་ཁ་ཕྱེ་ཐུབ་ཐུབ་པས་བསམ་བློ་འཁོར་བ་རེད། རྒྱུ་མཚན་དེས་ལྕགས་དངོས་ཅི་འདྲ་ཞིག་ཡོད་རུང་ཚ་བོ་ཟོས་ན་རྒྱ་བསྐྱེད་ནས་ཆེ་རུ་འགྲོ་བས། གསལ་ཤེས་ཐུབ། ངས་ཁྱེད་ཚོར་སྙིང་རྗེ་བོ་ཞིག་བསྟན་ཆོག། ཁྱེད་ཚོའི་ནང་ཚ་དྲོད་འཛིན་ཆ་ཡོད་པས། འདི་ལ་ལྕགས་གཅིག་དང་རིགས་གཉིས་ཡོད། ར། དང་ལྕགས། དངོས་རྫས་ཡོད་དོ་ཅོག་གཅིག་གྱུར་གྱི་ཕྱིར་འགྲོ་ཐུབ་བམ། ང་ཚོས་བལྟ་ཆོག། དེའི་སྒང་ལ་ལྕགས་དང་འོག་ལ་ར་ཡོད། ཕྱོགས་ག་རེ་རྒྱ་མ་འོང་རྒྱལ་བཞིན་འདུག་གམ། ར། རག་གི་རྒྱ་མ་འོངས་སྐྱེ་བའི་རྒྱུ་མཚན་གྱིས། དྭངས་ལྕགས་ཀྱི་ཕྱོགས་སུ་གུག་བཞིན་འདུག། དེ་ནི་རྩ་བའི་གཞི་རྩ། འདི་ནི་ཚ་དྲོད་འཛིན་ཆས་བཟོ་བའི་གཞི་རྩ་དེ་ཡིན། ཚ་དྲོད་འཛིན་ཆས་ཀྱི་རང་བཞིན་རེད། ཧ་གོ་སོང་ཨ། ང་ཚོའི་འདི་ལ་ཡང་ཤིང་གི་ཡུ་བ་ཞིག་ཡོད་རེད། ཚོད་ལྟའི་དཔྱད་ཆས་འདིའི་ཐོག་ཏུ་ཤིང་གི་ཡུ་བ་ཞིག་བཟོ་དགོས་པའི་རྒྱུ་མཚན་ག་རེ་ཡིན་ན། ལྕགས་རི་འདི་ནི། ངས་འདི་ལ་ཏོག་ཙེ་ལས་འཇུ་ཐུབ་ཀྱི་མི་འདུག། ངས་ལྕགས་རི་འདི་ནས་འཇུས་ཏེ་ཚ་བོ་མ་བཟོས་པའི་རྒྱུ་མཚན་ག་རེ་ཡིན་ནམ། གང་ཡིན་ཟེར་ན་ལྕགས་རི་ནི་མགྱོགས་པོ་ཚ་བོ་ཆགས་ཀྱི་ཡོད་རེད། ཤིང་རིགས་ནི་ཚ་བོ་ཆགས་ཀྱི་མེད། ཤིང་རིགས་ནི་ཚ་བོ་ཆགས་ཀྱི་མེད། བྱས་ན། བྱས་ན་ང་ཚོ་དེ་རིང་སློབ་ཚན་ག་རེ་རེད། དྲོད་ཕོ་རྒྱུ་བྱེད་ཚུལ་རེད། དྲོད་ཕོ་རྒྱུ་བྱེད་ཚུལ་དེ་དང་པོ་རྒྱུད་ནས་འགོ་བཙུགས་ཡོད་རེད་ག་རེ་རེད། རྒྱུད་ཁྲིད་རེད། རྒྱུད་ཁྲིད་རེད། རྒྱུ་མཚན་དེ་ལ་བརྟེན་ནས་ཚ་དྲོད་དེ་ལྕགས་རིགས་བརྒྱུད་དེ་ངའི་ལག་པར་ཁྲིད་ནས། ངས་འདི་ལ་ལག་པ་འཆང་བ་ཡིན་ན་ངའི་ལག་པ་ཚིག་གི་རེད། དེའི་རྒྱུ་མཚན་ནི་ལྕགས་རིགས་ཀྱི་ཚ་དྲོད་བརྒྱུད་ཁྲིད་བྱེད་པའི་དྲོད་རང་བཞིན་གྱིས་ཧ་ཅང་ཆེ་བའམ། ཤིང་རིགས་ཚ་དྲོད་བརྒྱུད་ཁྲིད་མི་བྱེད་པ་གང་ཡིན་ནམ། རྒྱུ་མཚན་ནི་ཤིང་རིགས་ཀྱི་ཚ་དྲོད་བརྒྱུད་སྤྲོད་བྱེད་པ་ཧ་ཅང་གི་ཞན་པོ་རེད། ང་ཚོས་ཤིང་རིགས་ཀྱི་ཚ་དྲོད་བརྒྱུད་སྤྲོད་བྱེད་པ་ཧ་ཅང་ཞན་པོ་ཡིན་པ་ཁོ་ན་བསམ་བློ་མ་བཏང་པ་བྱས་རྗེས་ང་ཚོས་ཤོད་ཐུབ་པ་ནི། རྒྱུད་འགོག། ཡག་པོ་ཡོད་པ་ཞིག་རེད། རེད་བ། འདི་རེད་བ། ད་ང་རང་ཚོས་ལྕགས་རིགས། ལྕགས་རིགས་ཡོད་ཚད་ལ་ཡ། གློག་རྡུལ་གྱི་ནང་དུ་ཡ། འདྲེས་མེད་ལྕགས་རིགས་དེ་དག་ཚ་བོ་ལྕགས་ཀྱི་གློག་རྡུལ་དེ་དག་ཡ་མི་ག་ཚོད་ཀྱིས་དེ་ཚོ་མེའི་སྒང་ལ་ཚ་བོ་ཟོས་སྐབས་དམ་པོར་འདྲེས་མེད་པའི་གློག་རྡུལ་བརླག་འགྲོ་བ་ཡིན་བརྗོད་དམ། དོན་དངོས་ཐོག་གློག་རྡུལ་དེ་དག་ཡན་པོར་འགྱུར་བ་ཡིན། གློག་རྡུལ་དེ་ཚོས་པེམཔེམཔེམཔེམ་ཟེར་ནས་གཡས་གཡོན་དུ་རྡུང་བ་དང་ཏག་ཏག་ཏག་ཟེར་ནས་གཅིག་ནས་གཅིག་བརྒྱུད་དེ་ཕན་ཚུན་བརྒྱུད་སྤྲོད་བྱེད་ཀྱི་ཡོད་པ་རེད། རྒྱུ་མཚན་དེའི་དབང་གིས་གློག་རྡུལ་ཕྱི་སྤྲོད་ཐུབ་མཁན་གྱི་དངོས་རྫས་དེའི་རིགས་ཀྱི་ཚ་དྲོད་བརྒྱུད་སྤྲོད་ཡག་པོ་བྱེད་ཐུབ་ཀྱི་ཡོད་རེད། རྗེས་མའི་ནང་ལ་ང་ཚོས་སྦྱང་རྒྱུ་ནི། ང་ཚོས་གློག་རྡུལ་ཕྱིར་སྤྲོད་ཐུབ་མཁན་གྱི་དངོས་རྫས་དེ་དག་གིས་གློག་བརྒྱུད་སྤྲོད་ཡག་པོ་བྱེད་ཐུབ་པའི་སྐོར་སྦྱང་གི་ཡིན། ག་ཚོད་ཀྱིས་དེ་ནི་སྟེས་དབང་སྟབས་ཕྲད་རེད་བརྗོད་ཀྱི་ཡིན། དེ་ནི་སྟེས་དབང་སྟབས་ཕྲད་མ་རེད་དེ་ནི་ཚ་དྲོད་བརྒྱུད་སྤྲོད་བྱེད་པའི་རྒྱུ་མཚན་དང་གཅིག་པ་རེད། དངོས་པོ་ཞིག་གི་མ་རྡུལ་གྱི་ཕྱིར་བཏང་བའི་གློག་རྡུལ་དེ་དག་དངོས་པོ་དེ་དང། གཡེམ་པོ་དང་གློག་འགྱུ་འཕྲུལ་གྱི་རང་བཞིན་གཅིག་པ་རེད་དེ་རྗེས་ལ་སློབ་གི་ཡིན། གནས་སྐབས། ཤེས་དགོས་པ་ནི་དངོས་རྫས་ཤིག་གི་གློག་རྡུལ་ཕྲ་མོ་དེ་དག་བོབ་བོབ་བོབ་ཟེར་ནས་ཕན་ཚུན་འགྱུ་འཕྲུལ་བྱས་ཏེ་དངོས་རྫས་དེ་རང་དུ་འགྱུ་ཐུབ་ཀྱི་ཡོད། འགྱུ་འཕྲུལ་དེ་ནི་གཞན་ལས་བཟང་བའི་ངང་ཚུལ་ལྡན་པ་ཞིག་ཡིན། ཤིང་དེ་ནི་འགྱུ་འཕྲུལ་ཧ་ཅང་བཟང་པོ་ཞིག་ཡོད་པ་ཡིན། དེ་ནི་ཚ་དྲོད་གང་འདྲ་ཞིག་ལ་བེད་སྤྱད་ཀྱང་འགྱུ་འཕྲུལ་ཧ་ཅང་བཟང་པོ་ཡོད་པ་ཞིག་ཡིན། ཤིང་དེ་ནི་ཧ་ཅང་ཚ་བོ་ལའང་བེད་སྤྱོད་བྱེད་ཆོག་པའི་འགྱུ་འཕྲུལ་ཡག་པོ་ཞིག་ཡིན། ཁྱེད་ཚོས་སྒམ་སྟབས་ཚ་བོ་ལ་ལག་པ་བརྒྱུས་ནས། ཚལ་རླངས་ཚ་བོ་ཕལ་ཆེན་བརྒྱུད་ཚེ་ཚ་ཚད་ཕལ་ཆེན། བཞི་བརྒྱ་ཙམ་སླེབས་པས། ཚལ་རླངས་ནང་ཁ་ལག་བརྔོས་ནས་ལྕགས་རིགས་ཀྱིས་གྲུབ་པའི་ཤ་སྟག་རེད། ཚལ་རླངས་ཚ་བོ་དེ་འདྲ་ཞིག་ལ་ཡང་ཁྱེད་རང་གི་ལག་པ་འཇེམ་པ་ཆགས་མྱོང་ཡོད་པས། གལ་སྲིད་ཁྱེད་ཚོའི་སུའི་ལག་པ་ཆགས་མྱོང་ཡོད་ནའི་དེའི་ལག་པ་ལ་རྨ་བྱེད་ཡོད་རེད། ཁྱེད་རང་གི་ལག་པ་ཚིག་སྐྱོན་ཡིན་ཡིན་པ་རེད་ཏེ་མར་བས་ཡ། ང་ཚོས་སྒམ་སྟབས་དེ་ལ་ལག་པ་འཆང་ཐུབ་བམ། གལ་སྲིད་ཚལ་རླངས་ཞིག་ལ་ཤིང་གི་ཡུ་བ་ཡོད་ན་ཤིང་གི་ཡུ་བ་ཡོད་པ་ཡིན་ན། མ་ཚིག་པར་ལས་སླ་བོ་ངང་འཇུ་ཐུབ་ཀྱི་རེད། དེ་ལྟར་བྱེད་ཐུབ་པའི་རྒྱུ་མཚན་གང་ཡིན་ན། དེ་ཚ་བོ་མ་རེད་ཟེར་ན་ཤིང་གི་ཡོལ་བ་དེ་ཚ་བོ་མ་ཡིན་པ་དེ་འདྲ་མ་རེད། དེ་ལྕགས་རིགས་དེའི་ཚ་ཚད་དང་མཉམ་པ་ཡོད། འོན་ཀྱང་ཤིང་གི་ཡོལ་བ་དེ་ལྕགས་རིགས་ཇི་བཞིན་ལག་པ་ལ་ཚ་དྲོད་བརྒྱུད་སྤྲོད་བྱེད་ཐུབ་ཀྱི་མ་རེད། བྱས་ཙང་ང་ཚོས་ལག་པ་མ་འཚིག་པར་འཆང་ཐུབ་ཀྱི་ཡོད། སོ་བ་དམར་པོའི་ཐོག་གོམ་པ་སྤོས་མཁན་ཐུག་མྱོང་ཡོད་པས། ཁོ་ཚོས་ཨ་སྒོར་སུམ་བརྒྱ་སྤྲད་ནས་སོ་ལ་དམར་པོ་དེའི་ཐོག་ལ་ཡང་གོམ་པ་སྤོ་བའི་བློ་ཁོག་གཉིས་སྟོབས་ཀྱི་སྦྱོང་བརྡར་དེ་འདྲ་བྱེད་ཀྱི་ཡོད་རེད། སྦྱོང་བརྡར་བྱས་པའི་གྲུབ་འབྲས་དེ་གར་བཤད་ཀྱི་ཡོད་རེད་ཟེར་ན། དངོས་ཁང་རིག་པའི་རྟེན་སྲོལ་གཏོར་ཕམ་བཏང་ནས། དངོས་པོ་ལ་དབང་བསྒྱུར་བྱས་ཏེ་ང་ཚོས་འབྲོག་ལྭ་སུམ་བརྒྱ་སྤྲད་ནས་སྐར་མ་བཅོ་ལྔའི་རིང་སྦྱོང་བརྡར་བྱས་པ་དེའི་གྲུབ་འབྲས་ལ་ཡང་ངོས་འཛིན་ཞུས་ཡོད། ང་ཚོས་ཐབས་ཤེས་དེ་ལག་བསྟར་བྱས་ནས་རྐང་རྗེས་མ་སོ་ལྭ་དམར་པོའི་ཐོག་ལ་ཡང་ཕག་ཆུ་འགྲོ་སྐྱོང་བྱེད་པ་དེ་བསྟན་གྱི་ཡིན། དེ་ནས་མི་དེ་ཚོས་ཧམ་མ་ཕུད་ནས། རྐང་རྗེས་མ་སོ་ལྭའི་མེའི་ཐོག་ཏུ་གོམ་པ་སྤོ་གི་ཡོད། ཁོ་ཚོས་བྱེ་ཐང་གི་དངོས་ཁང་རིག་པ་གཏོར་བཤིག་བཏང་ཡོད་བསམ་ཡོད། གྲོགས་པོ་ཚོ་དེ་སོ་ལྭ་ཚ་བོ་རེད་པས་ག་རེ་རེད་པས། ཤིང་རེད། ཤིང་གི་སོལ་བ་དེ་ཧ་ཅང་ཚ་བོ་ཡོད་རེད། ཤིང་གི་ཚ་ཚད་ཇི་ཙམ་ཞིག་གིས་རྐང་པ་བརྒྱུད་སྤྲོད་བྱེད་ཐུབ་ཀྱི་རེད་པས་དེ་ནི་ཤིང་གི་སོལ་མེ་དེའི་ཚ་ཚད་གཅིག་པུའི་རང་བཞིན་ལ་མ་ལྟོས་པ་དེ་ནི། བརྒྱུད་ནས་མགོ་བཙུགས་པ་དང། མཁྲིས་ནི་མཚམས་འཇོག་གི་ཡོད་རེད། བརྒྱུད་དང་མཁྲིས་གཉིས་སྦྱར་ན་གྲོགས་པོ་ཚོ་ག་རེ་རེད། བརྒྱུད་མཁྲིས་རེད། ཤིང་གི་སོལ་བའི་ཐོག་ཏུ་བརྒྱུད་མཁྲིས་མང་བ་ཡོད་ན་ཡག་གི་ཡོད་རེད་ཉུང་བ་ཡོད་ན་ཡག་གི་ཡོད་རེད། ཡག་པོ་རང་ཡོད་མ་རེད། ཁྱེད་རང་གིས་ཤིང་གི་སོལ་མེའི་ཐོག་ཏུ་རྐང་རྗེས་མར་གོམ་པ་སྤོ་བའི་སྐབས་སུ། ཚ་དྲོད་བརྒྱུད་མཁྲིས་བྱེད་ཀྱི་ཡོད་རེད། མང་པོ་རེད་ཉུང་ཉུང་རེད། ལན། ག་ནས་འགོ་བཙུགས་ཡོད་རེད་གྲོགས་པོ་ཚོ། ཉུང། ཉ་རེད་བ། ཉ་ཉ་ཉ་ཉུང་ཉུང་ཞིག་རེད་བ། དངོས་གནས་དངོས་གནས་ཚ་རོལ་ཏོག་ཙམ་རེད་བ། རྐང་པར་ཚ་རོལ་ཏོག་ཙམ་ཞིག་ལས་རྒྱུད་དེ་འཆི་ཐུབ་ཀྱི་མ་རེད། འགྲོ་ཐུབ་ཀྱི་རེད་མ་ཟད་ང་ས་གཅིག་ལངས་བསྡད་ཀྱི་མ་རེད་བ། རེད་བ། གལ་སྲིད་ང་ཚོས་སྒམ་ཏོག་ནང་ལ་ལག་པ་བརྒྱུས་ནས་ཚལ་རླངས་ཀྱི་ཡུ་བ་ལ་འཇུས་ནས་དེད་བཞག་པ་ཡིན་ན། ལག་པ་ཚིག་གི་རེད་བ། ལག་པ་བརྒྱུས་ཕྱིར་བཏོན་བུམ། ནས་ཁྱེད་རང་གིས་ག་ལེ་ག་ལེ་ག་ལེ་ག་ལེ། སོ་ལ་མ་འོངས་ག་འགྲོ་ཐུབ་ཀྱི་རེད་བ། འགྲོ་ཐུབ་ཀྱི་རེད་བ། མ་ཚིག་པར། གལ་སྲིད་ཁྱེད་རང་གི་རྐང་པ་རློན་པ་ཡིན་ན། ཡག་པ་ཡོང་གི་ཡོད་རེད། ང་རང་ཚོ་ཚང་མ་ཆུང་དུས་ལྕགས་ཚ་བོ་ཡིན་མིན་ཤེས་འདོད་སྐྱེས་པའི་སྐབས་སུ་ཡ། ཨ་མ་ལགས་ཀྱི་ལག་པ་ཕྱགས་ནས་ལྟོས་དང་ཟེར་གི་རེད། གལ་སྲིད་ཨ་མ་ལགས་ལ་བརྩེ་བ་དེ་ཙམ་མེད་ན་ལག་པ་ཕྱགས་ནས་ལྟོས་དང་ཞེས་ཟེར་གི་རེད། ཡིན་ནའི་ཨ་མ་ལགས་ལ་བརྩེ་བ་ཡོད་ན་ཨ་མ་ལགས་ཀྱིས། ལག་པ་རློན་པོ་བཟོས་ནས་ཕྱགས་ཏེ་ལྟོས་དང་ཟེར་གི་རེད། རེད་བ། སྒྲ་ཆུང་ཆུང་དེ། སྒྲ་ཆུང་ཆུང་དེ་ག་རེ་རེད། ད་ལྟ་ཁྱེད་ཚོས་འདིའི་སྐོར་གསལ་བོ་ཤེས་ཀྱི་མ་རེད་འདི་ནི་ཆུ་རླངས་པར་རྒྱུ་བའི་སྒྲ་རེད། ཁྱེད་ཚོ་ག་ཚོད་ཀྱིས་ཨོ་ནུས་པ་གཅིག་ཀྱང་མེད་པར་ཆུ་བླངས་པར་གྱུར་སོང་ཞེས་ལབ་ཀྱི་ཡིན་པས། ཡིན་ད། དོན་དངོས་ཐོག་ཆུ་དེ་ལག་པ་ཚིག་སྲིད་པའི་ནུས་པ་དེ་བླངས་ནས་ཆུ་དེ་བླངས་པར་གྱུར་ཡོད་པ་རེད། རེད་བ། བྱས་ཙང་རྐང་པ་བརློན་པར་སོས་མོད་ཐོག་ཏུ་གོམ་པ་སྤོས་ན་བདེ་འཇགས་དེ་བས་ཆེ་བ་ཡོད་རེད། ཉེན་ཁ་ཆུང་བ་ཡོད་རེད། དེ་འདྲ་ཡིན་ཙང་བདུན་ཕྲག་འདིའི་ནང་གི་ནང་སྦྱོང་ནི། ཚང་མས་ཧང་ཀོག་དང་ཀང་སུའུ་ཚང་མ་མར་སྤིའི་རྗེས། སོས་མོ་ཁ་ཤས་གྲ་སྒྲིག་བྱས། དེའི་ནང་གི་སྒོ་རའི་ནང་དུ་བསྡད་རྗེས་དེའི་ཐོག་གོམ་པ་སྤོ་རྒྱུ་དེ་རེད་དེ་འདྲ་ཡོང་བ་འདུག་གས། ཡོང་བ་འདུག་གས། ཡང་མི་ཁ་ཤས་ཀྱིས་ཨང་ཀི་ཐོ་བ་རག་གི་ཡོད་ན་ག་རེ་ཡིན་ཡང་བྱས་ཆོག་ཟེར་གི་ཡོད་ན་ཁྱེད་རང་ཚོས་བྱས་པ་དེ་ཚོ་པར་བརྒྱབ་ནས་ཁྱེར་ཤོག་དང། ངས་རྗེས་མའི་དེབ་འདི་ཚོའི་ནང་ལ་ཡང་སྟོན་གི་ཡིན་ང་ལ་པར་གསར་བ་དེ་འདྲ་མང་བོ་དགོས་ཀྱི་ཡོད། འདི་སོང་ང། ཁྱེད་རང་ཚོའི་མདུན་དུ་ཡོད་པའི་གྲོགས་ཚོ་དེ་ཚོའི་ཕྱག་ཁ་ཤས་ལྕགས་དང་ཕྱག་ཁ་ཤས་ཤིང་ལས་གྲུབ་པ་ཤ་སྟག་རེད། ཁྱེད་རང་ཚང་མའི་ལག་པ་ཤིང་གི་ཐོག་ཏུ་མ་བཞག་ནས་ཅིག་ལྟོས་དང། ཡིན་ད་གས་ཡ་མར་བྱེད་ཨ། དེ་ནས་ཁྱེད་རང་ཚོས་ལག་པ་དེ་རང་གི་སྒྲོག་ཙེའི་འོག་གི་ལྕགས་ལ་ལག་པ་ཆགས་ནས་ཡང་བརྒྱ་གཅིག་ལྟོས་དང། འདི་སོང་ང། ལྕགས་དང་ཤིང་གཉིས་གང་འཕྲོད་ཆེ་བ་འདུག་གས། དྲི་བ། འདི་མགོ་རྙོག་ཚ་བོ་འདུག་གས་ཁྱེད་རང་ཚོ་བྱས་ན་ག་འདྲས་འདུག་གས། ཤིང་དང་ལྕགས་གཉིས་ཀྱི་དྲོད་ཚད་ག་རེ་མཐོ་བ་འདུག་གས་ཡང་བརྒྱ་གཅིག་ལྟོས་དང། གཅིག་པ་གཅིག་པ། རེད། གཅིག་པ་རེད།
ཁྱེད་ཚོས་ལག་པ་འཆང་ཙམ་བྱས་ནས་ག་རེ་ལབ་ཀྱི་རེད་པས། ལྕགས་འདི་གྲང་བ་འདུག། ཟེར་སྲིད་དངོས་གནས་གྲང་བ་ཡོད་རེད་པས། དངོས་གནས་བྱས་ན་དྲང་བ་མེད་འོན་ཀྱང་དྲང་བ་ཡོད་པའི་ཚོར་སྣང་བྱུང་ཚེ་གང་ཡིན་ཟེར་ན། རྒྱུ་ཁྲིད། བཟང་བ་ཡོད་རེད། ང་ཚོའི་གཟུགས་པོའི་དྲོད་ཚད་ནི་འཛིན་ཁང་ནང་གི་དཔྱ་དངོས་ཚང་མ་ལས་མཐོ་བ་ཡོང་གི་ཡོད་རེད། དྲོད་ཚད་དེ་ཁྱེད་རང་གི་ལག་པ་འཆང་ས་དེ་ལས་མཐོ་བ་ཡོང་གི་ཡོད་རེད་པ། འདི་ལ་དྲོད་འཕོ་འགྱུར་བྱེད་ཀྱི་ཡོད་རེད། དྲོད་འཇལ་བའི་ནུས་པ་ཞིག་འཕོ་འགྱུར་བྱེད་པ་རེད། དེ་ནི་མཐོ་ས་ཞིག་ནས་དམའ་ས་ཞིག་ཏུ་འཕོ་གི་ཡོད་རེད། ང་ཚོས་ཤིང་ལ་ཤིང་ལ་ལག་པ་འཆང་པའི་སྐབས་སུ། ཤིང་དང་ང་ཚོའི་ལག་པའི་དྲོད་ཚད་ལ་ཁྱད་པར་ཧ་ཅང་ཆེན་པོ་ཡོད་རེད། འོན་ཀྱང་རྒྱུ་ཁྲིད་ཀྱི་སྣང་ཚུལ་དེ་མང་པོ་རེད་པས་ཡང་ན་ཉུང་ཉུང་རེད། ང་ཚོའི་ལག་པ་ནས་དྲོད་ཇི་ཙམ་ཕུག་གི་ཡོད་རེད། མང་པོ་རེད་བས་ཉུང་ཉུང་རེད། མང་པོ། མང་པོ། མང་པོ་རེད་བ། དེ་ནི་བརྒྱུད་སྒྲིག་གི་ངང་ཚུལ་སྟོན་ནས་ཡོང་གི་ཡོད་རེད། འདིས་དོན་དག་ཞིག་སྟོན་གི་འདུག་བ། བརྒྱུད་སྒྲིག། སྙིང་རྗེའུ་འདུག་བ། ངས་ཁྱེད་རང་ཚོར་འདིར་སྙིང་རྗེའུ་ཞིག་བསྟན་ཆོག། འདིར་ལྕགས་ཀྱི་ཆ་ཤས་ཤིག་དང་བརྒྱུད་སྒྲིག་ཡག་པོ་ཡོད་བ། རེད་བ། འདིར་ཤིང་གི་ཆ་ཤས་ཤིག་ལ་བརྒྱུད་སྒྲིག་ཡག་པོ་ཡོད་བ། མ་རེད། ཤིང་གི་བརྒྱུད་སྒྲིག་གི་རང་བཞིན་ཧ་ཅང་ཞན་པོ་ཡོད་པའི་སྐོར་ལ་ང་ཚོས་བཤད་ཟིན་པ་རེད། ངས་ལྕགས་རིལ་འདི་ལ་ཤོག་བུ་འདི་དཀྲིས། ལྕགས་འདི་ལ་བྲིས་ནས། དེ་ནས་མེ་ཀ་ཡང་བརྒྱར་བསུས་པ་ཡིན་ན། ཤོག་གུ་ལ་མེ་སྤར་ཐུབ་ཀྱི་མི་འདུག། གལ་སྲིད་ཤོག་གུ་དེ་འདི་འདྲ་བྱས་ནས་བཤིག་ན། མེ་འབར་གྱི་འདུག། ལྕགས་ལ་སྦྱར་ནས་བཞར་ན། ནས་ཤི་འགྲོ་གི་འདུག། མེ་འབར་ནས་ཞོ་བཞིན་འདུག། ཨོ་མི་སུས་བ་སྐྱེས་སྟངས་བུ་ཤ་ས་རེད། སོང་ཙང་འདི་ལ་ག་རེ་བྱུང་གི་འདུག་གས། ད་ཤིང་འདི་ལྟ་གི་ཡིན་ད། ཚོད་ལྟ་བྱས་ཆོག། ཚོད་ལྟ་ཡིན། ཁྱེད་རང་གྲོགས་པོ་ཕན་ཚུན་གྲོས་བསྡུར་བྱས་ནས་ཤོག་བུ་ལ་མེ་མ་འབར་བའི་རྒྱུ་མཚན་གང་ཡིན་པ་ཤེས་ཐུབ་པ་བྱེད་དང། ཁྱེད་ཚོས་རེད་བེར་བེར་གྱི་དེབ Fahrenheit བཞི་བརྒྱ་ལྔ་བཅུ་ང་གཅིག་ཞེས་པ་དེ་ཀློག་མྱོང་ཡོད་དམ། དེ་བཞི་བརྒྱ་ལྔ་བཅུ་ང་གཅིག་དེ་ག་རེ་རེད་དེ་ནི Fahrenheit གྱི་དེབ་ལ་མེ་འབར་ཐུབ་པའི་འབར་རྫས་ཀྱི་ཚད་གཞི་ཞིག་རེད། འདིར། འདིར་ལྟོས་དང། འདི་ལ་ཤོག་གུ་ལ་མེ་འབར་བཞིན་འདུག། འདིར་ལྟོས་ཨ། མེ་ལྕེའི་དྲུང། མེ་འབར་གྱི་འདུག་མཐོན་པོ་འདུག་ཨེ། རེ་བ། འགྲིག་སོང་ང། གར་བྱས་ནས་ཤིང་ལ། བཀྲག་ལ་གར་བྱས་ནས། ཕན་ཚུན་གྲོས་བསྡུར་བྱེད་དང་ཕན་ཚུན་གྲོས་བསྡུར། སློབ་ཕྲུག་ཚོར་ལན་ཁ་རེར་བས། སྐབས་དེའི་ནུས་པ་མང་ཆེ་བ་ལྕགས་ལ་བརྒྱུད་སྒྲིག་བྱེད་ཀྱི་ཡོད་རེད་པས་ཡང་ན་ཤིང་ལ་བརྒྱུད་སྒྲིག་བྱེད་ཀྱི་ཡོད་རེད་པས། བྱས་ན་ཤོག་བུའི་ཐོག་ཏུ་ནུས་པ་ཇི་ཙམ་གནས་ཐུབ་བམ། ཉུང་ཉུང། ཤོག་བུའི་དྲོད་ཚད་ཧྥེ་རེན་ཧིཏ་བཞི་བརྒྱ་ལྔ་བཅུ་ང་གཅིག་མ་སླེབས་སྔོན་ནས་དྲོད་ཚད་བཞི་བརྒྱ་ལྔ་བཅུ་ང་གཅིག་ཙམ་ལྕགས་རིལ་འདིས་བརྒྱུད་སྒྲིག་བྱེད་པ་ཡིན། འདིར་ནུས་བ་མང་པོ་ཞིག་ཕུད་དེ་ནང་དུ་བསྒྱུར་བ་ཡིན། དེར་བརྟེན་ཤོག་བུ་ལ་དྲོད་ཚད་བཞི་བརྒྱ་ལྔ་བཅུ་ང་གཅིག་སླེབས་ཐུབ་མེད་ལ་ཤོག་བུ་ལ་མེ་འབར་ཐུབ་མེད། འདིའི་དྲོད་ཚད་བཞི་བརྒྱ་ལྔ་བཅུ་ང་གཅིག་ལས་བརྒལ་བ་རེད། བརྒལ་བ་རེད། ངས་ཤོག་བུ་དེ་ཤིང་ལ་དཀྲིས་ནས་མེ་བཏང་བའི་སྐབས་སུ་མེ་འབར་བ་རེད་ལྟོས་དང། ཤོག་བུ་ཚིག་པ་མཐོང་སོང་ངང་གར་ཕྱེ་ནས། ཤོག་བུ་འདི་ལ་ཡང་དྲོད་ཚད་བཞི་བརྒྱ་ལྔ་བཅུ་ང་གཅིག་ཆ་ཚང་མ་སླེབས་པར་ངོས་དེ་ཚིག་པ་ཙམ་ཞིག་རེད། རྒྱུད་དྲི་ཕྱིན་མ་ཐུབ་ཙང་ཚི་ཚི་ཚི། ལས་སླ་བོར་ཚིག་ཐུབ། ཡིན་ནའི་ལྕགས་རིགས་ཤིག་ལས་ཡ། དྲོད་ཚད་ཚང་མ་ལྕགས་རིའི་ཐོག་ཏུ་འཕོས་ཏེ། དེ་འདྲ་བ་ཞིག་ཡང་བསྐྱར་ཚོད་ལྟ་བྱས་ཆོག། ཐེངས་འདིར། ང་ལ་ཡང་ཤོག་བུའི་ཕོ་བོ་ཞིག་ཡོད། ཤོག་ཕོར་ནང། ཆུ་གང། འདི་སོང་ང། མེ་ཡང་བསྐྱར་སྤར། འདིར་ལྟོས་དང། ཕོ་བའི་ནང་ལ་ཆུ། མེ་རྩ་བ་གཉིས་ནས་འབར་གི་མི་འདུག། མེ་ལྕེ་རྩ་བ་གཉིས་ནས་འབར་གི་མི་འདུག། ཟུར་དུ་གཅིག་པོ་མ་གཏོགས། རེད་བ། འདི་ལྟར་བྱས་ན་ཤོག་སྒོར་ནང་དུ་ཆུ་ཡང་འཁོལ་ཐུབ་ཀྱི་རེད། ཡིན་ནའི་ཤོག་བུའི་ཕོར་བ་སྟོང་པ་ཡིན་ན། རེད་བ། ལམ་སང་ཆད་ཀྱི་རེད་མཐོང་སོང་ང། འདི་གང་འདྲ་འདུག་གས། སྙིང་བྱུང་མི་འདུག་གས། ཤོག་སྒོར་འདི། ཆུ་དང་མ་ཐུག་པའི། ཕོར་བའི་ཟུར་གཅིག་པོ་ལས་མེ་འབར་གྱི་འདུག་ག། གནས་སྟངས་གཅིག་པ་ཞིག་འདིར་ཡོང་གི་ཡོད་རེད། འདི་ཚོ་ཚང་མ་ལ་ཆུའི། ཆུའི་རྒྱུད་སྒྲིག་གཅིག་པོས་མ་རེད། ཆུ་ནི་རྒྱུད་སྒྲིག་བཟང་བའི་རང་བཞིན་གྱི་དངོས་པོ་ཞིག་མ་རེད། ཡིན་ནའི་སློབ་ཕྲུག་ཚོ་འདི་ལ་གནས་ཚུལ་གཞན་ཞིག་འདུག་དེ་ག་རེད། ངས་ཁྱེད་རང་ཚོའི་སེམས་པ་ཤེས་ཐུབ་འདུག་ཁྱེད་རང་ཚོའི་སེམས་པ་ཤེས་ཐུབ་ཀྱི་འདུག་ཁྱེད་རང་ཚང་མས་ལབ་ཀྱི་ཡོད་རེད་མ་གཞི་ནས། ཁྱེད་ཚོ་ཚང་མས་ཁྱེད་རང་གི་གྲུའི་གསུང་ནས་ཧ་ཅང་མཐོ་བའི་ཤེལ་སྒོ་ཞིག་འཁྱེར་ཡོང་ནས། ཤེལ་སྒོ་འདི་འཁྱེར་ཡོང་ནས་དེ་ཚ་བོ་བཟོས་ནས་གྲོས་མང་པོ་ཞིག་ལོས་དགོས་བསམ་པ་དྲན་གྱི་འདུག་བྱས་ཙང་གྲོད་མང་པོ་ཞིག་ཆུའི་ཐོག་ཏུ་གནས་མི་ཐུབ། མ་རེད་མ་རེད་མ་རེད་ངས་ཟེར་ན་ཆུ་བླུགས་སའི་སྣོད་དེ་ག་རེ། ཤོག་སྣོད། མགོ་བཙུགས། ཤོག་བུ། རེད་བ། དེ་འདྲ་ཡིན་པ་སོང་ཙང་འདིའི་ནུས་པ་མང་ཆེ་བ་དེ་ཆུ་ལ་མ་ཐིམ་ནས། གྲོད་ཐོག་ཐུབ་ཡིན་ནའི་ཚ་བོ་དེ་ཙམ་མི་འདུག། ངས་ཁྱེད་རང་ཚོ་ལ་ཡ་གཞན་ཞིག་བསྟན་ཆོག། ངས་ཆུ་བུ་འདིའི་མཐིལ་དུ་འཁྱག་པ་ཞིག་བླུགས་རྒྱུ་ཡིན། ངས་འདི་ལ་འཁྱག་པ་བླུགས་ཐུབ་པའི་རེ་བ་ཡོད། ཡ་ད་དེ་ཁྱེར་ཨ། ཡ་ཡ། ཁྱབ་བཀག་དེ་མཐོང་གི་འདུག་གས། ངས་ཁྱབ་བཀག་དེ་མར་བསྣན་གི་ཡིན། ཤོག་བུའི་དེབ་བསིལ་འདི། ངས་འདིའི་ནང་དུ་ཆུ་བླུགས་སྐབས། ཆུའི་ཁ་ལ་མ་གཡེང་བའི་ཆེད་དུ། ཁྱབ་བཀག་དེ་ཆུ་སྟེང་ལ་ཡོད་དུས། ངས་འདིའི་ནང་ཆུ་མ་ཁེངས་ཙམ་བླུགས། ཕོར་བ་དེ་གོང་དུ་ཆུ་མ་བླུགས་པའི་ཕོར་བ་དེ་རེད། རེད་བ། ད་ངས་ག་རེ་བྱེད་ཀྱི་ཡིན་ཟེར་ན། མེ་འདི་ཡང་བསྐྱར་སྤར་གི་ཡིན། དེ་ནས། ངས་ཆུའི་ངོས་དེ་ཁོལ་དུ་བཅུག་ནས། སྟེང་གི་འཁྱག་པགས་དེ་རང་འཇགས་བསྡད་ཀྱི་རེད། ལས་གཏོད་དང་ཆུ་འཁོལ་གྱི་འདུག། ཡིན་ནའི་ཆུའི་གཏིང་ལ། འཁྱག་པ་འདི་མཐོང་གི་འདུག་གས། འཁྱག་པ་འདི་རང་ཅག་འདྲེས་མི་འདུག་གས་དེ་མ་རེད་པས། འདི་མཐོང་གི་འདུག་བ། རྒྱུ་མཚན་དེས། ཆུ་ནི་རྒྱུ་འབྲས་གཞན་པ་ཡིན་པར་བསྟན་པ་རེད། ང་ཚོས་མཚེའུ་ཡི་གཏིང་དུ་ཡོད་པའི་ཆུའི་དྲོད་ཚད་ནི་འགྲིག་ལེགས་བཞི་ཡིན་པའི་སྐོར་ལ་བཤད་པ་འདི་དྲན་གྱི་འདུག་གས། དབྱར་ཁའི་དུས་སུ་ཆུ་ཆ་ཚང་གི་དྲོད་ཚད་མ་འཕར་བའི་རྒྱུ་མཚན་གང་ཡིན་ནམ། དེ་གར་བསྟེན་གྱི་རེད་ཟེར་ན། ཆུ་དེས་ཉི་མའི་དྲོད་ནུས་བརྒྱུད་སྤྲོད་དེ་ཙམ་བྱེད་ཐུབ་ཀྱི་མེད་པ་བསྟན་གྱི་ཡོད་རེད། ཆུ་ནི་དྲོད་བརྒྱུད་སྤྲོད་ཀྱི་ཞན་པའི་དངོས་རྫས་ཤིག་རེད། བརྒྱུད་སྤྲོད་ཞན་པ་དེ་ཁྱེད་རང་ཚོས་མཐོང་པ་རེད། ངས་ངོས་དེ་འཁོད་བཅུག་དྲོད་བརྒྱུད་སྤྲོད་བྱེད་མ་ཐུབ་ཚང་སྟེང་གི་འཁྱག་པ་ཞུ་ཐུབ་མེད། རྣ་བ་འགྲོ་བོ་རྣ་བ་འགྲོ་བོ་རྣ་བ་འགྲོ་བོ། ང་ཚོ་གནས་སའི་འཇིག་རྟེན་འདི་རེད་བ། དེ་འདྲ་ཡིན་དུས། རླུང་ནི་འགྱུ་འཕྲིག་ཡག་པོ་ཡོད་རེད་པས་ཡང་ན་ཞན་པོ་ཡོད་རེད་པས། ཞན་པོ། རླུང་གི་འགྱུ་འཕྲིག་གི་རང་བཞིན་ཧ་ཅང་ཞན་པོ་ཞིག་རེད་དེའི་དབང་གིས་ང་ཚོ་གནས་ཤུལ་བདེ་པོ་བྱུང་ཡོད། གལ་ཏེ་རླུང་གི་འགྱུ་འཕྲིག་རང་བཞིན་ཧ་ཅང་བཟང་པོ་ཞིག་ཡིན་ན་ང་ཚོ་ལ་དཀའ་ངལ་ག་རེ་འཕྲད་སྲིད་ཀྱི་རེད་པས། མགོ་གྲང་དང་མཇུག་མོ་ནས་གཙུག་རེད་དེ་གཉིས་བསྡེབས་ན་ག་རེ་རེད། ང་ཚོ་ལ་གྲང་བའི་དཀའ་ངལ་འཕྲད། གལ་ཏེ་རླུང་ནི་ལྕགས་རིགས་དང་འགྱུ་འཕྲིག་གི་རང་བཞིན་ཧ་ཅང་བཟང་པོ་ཞིག་ཡོད་པ་ཡིན་ན། ཁྱེད་ཚོས་ཚོན་མདངས་ཁོང་ལ་ནང་གི་ལྕགས་སྒོ་ལ་བསྙེས་ནས་བསྡད་མྱོང་ཡོད་པས། རེག་པ་ཙམ་གྱིས་གྲང་བའི་ཚོར་བ་སྟེར་གི་རེད། ཡིན་ནའི་ལྕགས་དེ་དོན་དངོས་ཀྱི་དྲོད་ཚད་ནི་རླུང་གི་དྲོད་ཚད་དང་གཅིག་པ་རེད། སྟབས་ཡག་པོ་རེད་རླུང་དེ་རྒྱུད་དྲི་ཞིམ་པོ་ཡིན་པ་སོང་ཙང། རྒྱུད་མགོ་ཡག་པོ་རེད། ང་རང་ཚོ་སྤྲོ་སྐྱིད་འགྲོ་བའི་སྐབས་སུ་ལ་ཡ་བྱ་སྤུ་ཆུང་ཆུང་དེ་འདྲ་བླུགས་པའི་ཉེས་ཆད་འཁྱེར་དགོས་པའི་རྒྱུ་མཚན་ག་རེ་ཡིན་པ་ཤེས་ཀྱི་ཡོད་པས་དེ་ག་རེ་བྱས་ནས་བླུགས་པ་རེད། རླུང་དེ་ཕྱོགས་གཉིས་སུ་འཁོར་སྐྱོད་བྱེད་མ་བཅུག་པར་ཕྱོགས་གཅིག་ལ་ཉར་གྱི་ཡོད། དེས་དྲོ་བོར་གནས་པ་ཡིན། གངས་རིའི་ཁྲོད་དང་གནམ་གཤིས་གྲང་སར་གནས་པའི་སེམས་ཅན་དེ་ཚོ་གང་འདྲ་བྱས་ནས་དྲོ་བོར་གནས་ཐུབ་ཀྱི་ཡོད་ནའང། ཁོ་ཚོ་སྤུས་བཏུམས་ཡོད་རེད། སེམས་ཅན་དེ་ཚོའི་སྤུའི་གསེབ་ཏུ་འཁོར་སྐྱོད་བྱེད་མ་ཐུབ་པར་རང་འཇགས་གནས་ཐུབ་ཀྱི་ཡོད་རེད་དེ་ག་རེ་རེད་པས། རླུང། རླུང་ནི་རྒྱུན་འགོག་གི་རང་བཞིན་ཧ་ཅང་བཟང་པོ་ཞིག་ཡིན། རང་ཁྲོ་བོ་ཡག་པོ་ཉར་ཐུལ་ཡག་གི་ལྕེ་ལག་མང་པོ་ཞིག། གནམ་གཤིས་གྲང་མོ་ལ་ཡ་མཚར་བོ་ཉར་ཐུལ་མཁན་གྱི་དངོས་རྫས་དཔེར་ན་འགྱིག་ཤོག་ལྟ་བུ། ལྷུ་གྲུ་གི་ཤེལ་སྒོ་ལ་སོགས་པ་དེ་ཚོས་ག་རེ་བྱེད་ཀྱི་རེད་བས་ཟེར་ན་རླུང་ཚང་མ་ཉར་གྱི་རེད། ཁྱེད་ཚོས་དྲོད་སྐྱེད་ཤ་ཆར་འཐུང་མྱོང་ཡོད་པས། དེ་ནི་ཆུ་རེད། དྲ་བ། ཉར་འཛིན་ཅན་གྱི་དྲ་བ་འདྲ་བོ་ཞིག་ཡོད་རེད། ང་ཚོས་དེ་གོང་བུ་ཡིན་ན་ཚ་བོ་ཉར་ཐུལ་གྱི་ཡོད་རེད་པས། དྲོད་སྐྱེད་ཤ་ཆར་དེ་གྱོན་ནས་སྒང་ལ་འོ་མཇུག་ཅིག་གོན་ན། ཁྱེད་ཚོའི་སྐྱི་པགས་དང་ཝང་ཅུག་གི་བར་ན་ཡང་ག་རེ་ཚང་གི་ཡོད་རེད་པས། ཁྱེད་ཚོས་བྱས་ན། དངོས་པོ་དེ་ག་རེ་རེད་པས། རླུང། རླུང་རེད། བྱས་ན་རླུང་དེ་སྐོར་རྒྱག་གི་ཡོད་རེད་པས། གལ་སྲིད་རླུང་དེ་ཚ་བོ་ཆགས་ནས་ཕྱི་ལ་ཐོན་ཕྱིན་ན་ང་ཚོ་འཁྱག་གི་ཡོད། དེས་རླུང་ཚ་བོ་འཁོར་སྐྱོད་མ་བྱས་པར་ནང་དུ་ཉར་གི་ཡོད། ངས་དེ་ཐོག་མར་མར་དོན་ཡོད་པའི་སྐབས་ལ་ཡ། ངའི་བསམ་པར་ག་རེ། འདིས་ང་ཚོས་དྲོད་ཅིག་སྤྲོད་ཐུབ་ཀི་རེད་དམ་ཞེས་ཟེར་ནས་དེའི་ཐོག་གི་ཁུང་བུ་དེ་དག་མར་བཏོན་སྲིད། ཁུང་བུས་ཁེངས་པའི་གྱོན་པ་ཞིག་གིས་ང་ཚོས་དྲོད་སྤྲོད་ཐུབ་ཀི་རེད་ཟེར་ན། ཨ་ལས་གོ་ཨ། ངས་ཤེས་ཀྱི་ཡོད་དེ་ནི་དངོས་ནས་འགོ་བཙུགས་ཀྱི་ཡོད་རེད། ངས་ཟེར་ན་ག་རེ་ལབ་ཀྱི་ཡོད། ག་རེ་རེད། དངོས་ཁམས་ཚན་རིག།
ཁྱེད་རང་ཚོས་ཤེས་ཀྱི་མེད་བས།
དངོས་ཁམས་ཚན་རིག་རེད་བ། ཡ། རྒྱུད་ཕུའི་སྐོར་ལ་བཤད་ཀྱི་ཡིན་ད། འདི་ནི་དྲོད་ཕོག་རྒྱུ་བྱེད་ཚུལ་གཞན་ཞིག་རེད། དྲོད་ཕོག་རྒྱུ་བྱེད་ཚུལ་དང་པོ་དེ་རྒྱུད་དྲིས་དང་གཉིས་པ་དེ་རྒྱུད་ཕུ་རེད། རྒྱུད་ཕུ་ཟེར་ན་ག་རེ་རེད། རྒྱུད་ཕུ་ཞེས་པ་ནི་འགུལ་སྐྱོད་ཅན་གྱི་འགུལ་སྐྱོད་ཡོད་པའི་ཤིར་ཁུའམ། དཔེར་ན་ཁྱེད་རང་གིས་ཁྲུས་གཞོང་གི་གཞོགས་གཅིག་ལ་ཚ་བོ་ཟོས་ན། ཞོགས་ཞེན་དེ་ཚ་བོ་རྒྱུ་བའི་ངང་ཚུལ་དེ་འདྲ་ལ་ཟེར་གྱི་ཡོད་རེད། འདི་ལ་རྒྱུ་དེ་ཧ་ཅང་ཉུང་ཉུང་ཡིན། འདི་ནི། གཙོ་བོ་ཆེ་བ་ཤིར་ཁུའམ་རླུང་གི་འགུལ་སྐྱོད་ལ་ལྟོས་པ་ཞིག་ཡིན། གྲུ་སྣོད་རྒྱུ་བ་མིན་ཡང་དེ་གནས་གཅིག་ནས་གནས་གཞན་ཞིག་ཏུ་ཤིར་ཁུའི་འགུལ་སྐྱོད་ཀྱི་རྐྱེན་པས་ཁྱབ་པ་ལ་མིང་ཞིག་ཡོད། རྒྱུ་བོ། འདི་ལ་འབྲེལ་བ་ཆེན་པོ་ཞིག། འཛམ་བུ་གླིང་གི་གནམ་ཤེལ་འགྱུར་ལྡོག་དང་ཡོད་རེད་མ་རེད་པས། རྒྱུ་བོའི་གོ་དོན་ཤེས་ཀྱི་ཡོད་ཐ་སྙད་ཡང་མང་པོ་གོ་མྱོང་ཡོད་རེད། གལ་སྲིད་རླུང་ཚ་བོ་ཞིག་རླུང་ཚ་བོ་ཞིག་ཡར་འདིང་ཡོང་བ་ཡིན་ན། དེ་ཡར་འདིང་སྐབས། རླུང་ཚ་བོ་དེ་ལ་འགྱུར་ལྡོག་ཅིག་ཡོང་གི་ཡོད། རླུང་ཚ་བོ་དེ་ཡར་འདིང་དགོས་པའི་རྒྱུ་མཚན་ག་རེ་ཡིན་པ་ཁྱེད་རང་ཚོ་ཤེས་ཀྱི་ཡོད་པས། གལ་སྲིད་ཁྱེད་རང་ཡར་བརྩིགས་ནས་ཐོག་ཁང་ལ་ཚོན་བཏུང་བཞིན་ཡོད་ན་ཁྱེད་རང་གི་དེ་གར་དྲོད་ཚད་ཧ་ཅང་མཐོ་བོ་ཡོད་པ་ཚོར་གི་རེད། འོག་ལ་ཞྭ་ར་བཏིང་པའི་ཚབ་ལ་ཡ། མི་ཞིག་གིས་འདི་ལ་དྲོད་ཚད་ཆེན་པོ་ག་འདྲས་རེད་ཟེར་ན། དེ་ཡིན་དགོས་བྱུང་གང་ཡིན་ཟེར་ན་རླུང་ཚ་བོ་ཚང་མ་ཡར་ཡོང་གི་ཡོད་རེད། ཡང་མི་གཞན་ཞིག་གིས་རླུང་ཚ་བོ་འདི་འདྲ་ག་འདྲ་བྱས་ན་ཡར་འདིང་བ་རེད་དམ་ཟེར་ན། དེ་གང་ཡིན་ཟེར་ན་རླུང་ཚ་བོའི་སྟུག་ཚད་ཉུང་བ་ཡོད་ཆད་ཙང་རླུང་ཚ་བོ་ཡར་འདིང་བ་ཡིན་ཞེས་བརྗོད་སྲིད། ཡང་མི་གཞན་པ་ཞིག་གིས་རླུང་གི་སྟུག་ཚད་ཉུང་བ་ཡོང་དགོས་དོན་གང་ཡིན་ཟེར་ན་དེ་སྟུག་ཚད་ཉུང་བ་ཡིན་པས་ཡིན་ཟེར་སྲིད། ཡིན་ད། སྟུག་ཚད་ཉུང་བའི་རླུང་དེ་ཡང་འདིང་དགོས་པའི་རྒྱུ་མཚན་གང་ཡིན་ནམ་ཕལ་ཆེར་དེ་ལ་རྒྱུ་མཚན་དམིགས་བསལ་བ་ཞིག་ཡོད་ཀྱི་མ་རེད་དེ་ནི་དངོས་པོའི་ཆོས་ཉིད་ཡིན་སྲིད་ཀྱི་རེད་མ་རེད་པས། སྟུག་ཚད་ཉུང་བའི་རླུང་དེ་ཡར་འདིང་དགོས་པའི་རྒྱུ་མཚན་ག་རེ་རེད་པས། རྒྱུ་མཚན་ཤེས་མཁན་ཡོད་པས། གལ་སྲིད། འོང་གལ་སྲིད་འགྱིག་ཤོག་ཆེན་པོ་ཞིག་གི་ནང་དུ་ཡར་རླུང་གང་བཀང་ཡོད་པ་ཡིན་ན། མཐོང་ཐུབ་ཀྱི་འདུག་བས། འགྱིག་ཤོག་དེའི་འོག་ལ་ནུས་ཤུགས་ཆེ་བ་ཡོད་རེད་དང་ལ་ནུས་ཤུགས་ཆེ་བ་ཡོད་རེད། འོག་ལ། འོག་ལ་ཆེ་བ་ཡོད།
རླུང་འདི་རྒྱ་ཆེར་ཕྱིན་པ་ཡིན་པ་ཡིན་ན། ཨ་ནེ་རླུང་འདིས་དུག་རྫས་གར་བྱས་ཀྱི་རེད་པས། དུག་རྫས་ཉུང་ཡོད་རེད། བྱས་ཙང་དུག་རྫས་མཐོ་བའི་རླུང་གི་འོག་ནས་ཡར་བུ་རྒྱག་བཏང་བ་དེ། ཤུགས་ཆེ་བ་ཡོད། གང་ནས་མ་བུ་རྒྱག་བཏང་བ་ལས། བྱས་ཙང་རླུང་འདི་ཡར་ཡར་ཡར་བྱས་ནས་སྐྱག་བྱས་འདིང་འགྲོ་བ་རེད། ལྟ་ཕྱོགས་གཞན་ཞིག་ནས་ཀྱང་གནད་དོན་འདི་གསལ་བོ་མགོ་ཚོས་ཐུབ་ཀྱི་རེད། རིག་པ་ཏོག་ཙམ། རིག་པ་ཏོག་ཙམ་བཏང་ན། འདི་ལ་ཆ་རྡུལ་ཞིག་ཡོད་པ་ཆ་བཞག་ཆ་རྡུལ་དེ་ཚ་བོ་ཡིན་པ་དང་ཚ་བོ་རང་དུ་སྡུད་ཀྱི་ཡོད་ན། ང་ཚོས་ཆགས་རྡུལ་ཞིག་ཚ་བོ་རེད་ཟེར་ན་ཆགས་རྡུལ་དེ་ནི་ཆགས་རྡུལ་གཞན་པ་ལས་འགུལ་སྐྱོད་མྱུར་བ་གཏོང་གི་ཡོད་པ་དེ་ཤུགས་སུ་གོ་ཐུབ་ཀྱི་རེད། བསམ་བློའི་སྦྱོང་བརྡར་རེད། ཁྱེད་རང་ལ་ཆགས་རྡུལ་བྱིངས་ལས་འགུལ་སྐྱོད་མགྱོགས་པོ་གཏོང་མཁན་གྱི་ཆགས་རྡུལ་ཞིག་ཡོད་ན་དེ་གང་འདོད་འགྲོ་རུ་བཅུག་ཚེ། དེ་བེབ་བེབ་བེབ་ཟེར་ནས་གཡས་གཡོན་གྱི་མ་རྡུལ་ཚང་མར་རྡུང་སྲིད། རྡུང་སྲིད་ཀྱི་རེད་པ། བྱས་ན་ཆགས་རྡུལ་དེ་ཡར་འགྲོ་བའི་རྒྱུ་མཚན་གང་ཡིན་ནམ། དེ་ཡོང་གི་རེད་པ། ཆགས་རྡུལ་དེ་ཡར་ཡར་ཡར་བྱས་ནས་གཡས་གཡོན་ཚང་མར་རྡུང་གིན་རྡུང་གིན་རྡུང་གིན་འགྲོ་གི་རེད། དེ་ཡར་འགྲོ་བ་མ་གཏོགས་མར་ཡོང་གི་མ་རེད་དེ་འགྲོ་ཚད་ཀྱང་ཆ་སྙོམས་ཐོག་ལ་འགྲོ་གི་རེད། དེ་གཅིག་པུ་ཡར་འགྲོ་བ་ནང་བཞིན་ཆ་སྙོམས་ཀྱང་ཡར་འགྲོ་གི་ཡོད་རེད། རྒྱུ་མཚན་གང་ཡིན་པ་བསམ་བློ་འཁོར་གྱི་འདུག་གས། ཕན་ཚུན་གྲོས་བསྡུར་བྱས་ནས་དེའི་རྒྱུ་མཚན་གང་ཡིན་མིན་ལྟོས་དང། ཡ། གྲོགས་པོ་ཚོ་ཆ་རྡུལ་གཅིག་དེ་ཆ་རྡུལ་གཞན་པ་དེ་ཚོ་ལས་མགྱོགས་པ་འགུལ་སྐྱོད་བྱེད་དགོས་པའི་རྒྱུ་མཚན་ག་རེ་ཡིན་པ་ཤེས་ཀྱི་ཡོད་པས། ཉི་རླུང་གིས་མ་རྡུལ་གྱིས་དེ་འདྲ་བྱེད་ཐུབ་ཀྱི་རེད། གལ་སྲིད་འདི་ལ་ཉི་རླུང་གི་མ་རྡུལ་ཞིག་ཡོད་ན་མ་རྡུལ་དེ་རྒྱུན་མཐུད་ནས་མ་རྡུལ་གཞན་པ་ལས་མྱུར་བར་འགུལ་སྐྱོད་བྱེད་ཐུབ་ཀྱི་རེད། སུས་དེའི་རྒྱུ་མཚན་ཤེས་ཀྱི་ཡོད། ཉེ་རླུང་གི་མ་བསྡུས་དེའི་འགུལ་སྐྱོད་མགྱོགས་པོ་གཏོང་བའི་རྒྱུ་མཚན་གང་ཡིན་ནམ། དེ་རླུང་ཁང་གི་ཡང་རྩེ་རུ་མ་གཏོགས་གཉིས་ཀ་མེད་པའི་རྒྱུ་མཚན་ག་རེ་རེད། དེས་འགུལ་སྐྱོད་ཧ་ཅང་མྱུར་པོ་གཏོང་ཐུབ་ཀྱི་རེད་ཉེ་རླུང་གི་ཆ་རྡུལ་ནི་འགུལ་སྐྱོད་མགྱོགས་ཤོས་གཏོང་མཁན་གྱི་ཆ་རྡུལ་ཞིག་ཡིན། དངོས་གནས་བྱས་ན་ཉེ་རླུང་ནི་མ་བསྡུས་རྐྱང་པའི་ངོ་བོར་གནས་ཐུབ་ཀྱི་ཡོད་རེད། མ་བསྡུས་རྣམས་མཉམ་སྡེབ་བྱེད་དགོས་ཀྱི་མེད། ཉེ་རླུང་གི་མ་བསྡུས་ནི་ཧ་ཅང་གི་མྱུར་བོ་ཞིག་ཡིན། རྒྱུ་མཚན་གང་ཡིན་པ་རྗེས་ལ་བལྟ་ཆོག། གལ་སྲིད་འཛིན་ཁང་དེའི་ནང་དུ་ཡང་ཉི་རླུང་ཡོད་པ་ཡིན་ན། དེའི་དྲོད་ཚད་དང་འཛིན་ཁང་ནང་གི་རླུང་གཞན་དྲོད་ཚད་གཅིག་པ་ཡོང་གི་རེད་པས། ཉི་རླུང་བླུགས་པའི་དགའ་མགུ་གཅིག་འདི་ལ་ཡོད་ན། དེ་ནི་འཛིན་ཁང་ནང་གི་རླུང་གཞན་དང་ཐུག་ཡོད་ཙང། དེའི་དྲོད་ཚད་རླུང་གཞན་དང་གཅིག་མཚུངས་རེད་པས། རེད། གཅིག་པ་རེད། འཛིན་ཁང་དེའི་ནང་དུ་ཡོད་པའི་རླུང་ཚང་མའི་དྲོད་ཚད་གཅིག་པ་རེད། ཡིན་ནའང་དེས་རླུང་གི་ཆ་དུས་ཚང་མ་འགུལ་སྐྱོད་གཅིག་མཉམ་སུ་གཏོང་བ་མཚོན་མེད་དོ། འོན་ཀྱང་ཆ་སྙོམས་འགུལ་ཚད་གཅིག་པ་རེད། དྲོད་ཚད་གཅིག་པ་ཡོད་པའི་དངོས་རྫས་ཚང་མའི་ཆ་དུས་རེ་རེའི་ཆ་སྙོམས་ཀྱི་འགུལ་ནུས་དེ་གཅིག་པ་རེད། དངོས་རྫས་ཚང་མ་ལ་ཡང་དྲོད་ཚད་གཅིག་པ་ཡོད་པའི་སྐབས་སུ། བྱས་ཙང་སྐབས་འདི་ནས་བཤད་པའི་ཉི་ལོང་གི་མ་རྡུལ་གྱིས་འགུལ་རྒྱུ་མྱུར་བ་གཏོང་ཐུབ་གང་ཡིན་ཟེར་ན། ཆུ་ཆུ་ཆུ་ཆུ་ཆུ་ཆུ། དེ་གསལ་པོ་ཡོང་བའི་ཆེད་དུ་མཉམ་བྱའི་རྩིས་ཐབས་ཤིག་འགྲོལ་རྒྱུ་ཡིན། ང་ཚོས་ཆ་སྙོམས་ཀྱི་འགུལ་ནུས་སྐོར་སྔོན་ལ་བཤད་པ་ཡིན་པ། འདི་དངོས་གང་རིག་པའི་ནང་དུ་ཏོག་ཙམ་བར་འཛུལ་དགོས། འདི་ནི་འགུལ་ནུས་ཀྱི་རྩིས་གཞི་དེ་རེད། ཡང་དེ་ནི་དྲོད་ཚད་ཀྱི་བསྡུར་ཚད་ཀྱང་ཡིན། གལ་སྲིད་འདི་ལ་ཡང་དྲོད་ཚད་གཅིག་པ་བྱས་པའི་རླུང་གཟུགས་ཀྱི་བོངས་ཚད་གཉིས་ཡོད་པ་ཡིན་ན་རླུང་གཟུགས་ཀྱི་བོངས་ཚད་གཉིས་པོའི་ཆ་རྡུལ་རེ་རེའི་འགུལ་ནུས་ཀྱང་གཅིག་པ་གཅིག་རྐྱང་ཡིན་གྱི་རེད། བྱས་ཙང་འགུལ་ནུས་ནི་གཅིག་པ་ཡིན། ཡིན་ནའི་ཉི་རླུང་གི་མ་རྡུལ་གྱི་རྡུལ་ཚད་ནི་ཆུང་ཆུང་ལས་ཡོད་མ་རེད། མ་རྡུལ་གཞན་དང་བསྡུར་ན་དཔེར་ན་མཚོ་རླུང་དང་ཟིལ་རླུང་གི་མ་རྡུལ་གྱི་རྡུལ་ཚད་ནི་ཧ་ཅང་ཆེན་པོ་ཡོད། བྱས་ཙང་ངས་མཚོ་རླུང་དང་ཟིལ་རླུང་གི་རྡུལ་ཚད་ཅིག་བྲིས་ན། འདི་གཉིས་ལ་ཉི་རླུང་གི་མ་རྡུལ་དང་ནུས་པ་གཅིག་པ་ལྡན་ཡོད་རེད། ཡིན་ནའི་ཉི་རླུང་ལ་ཡང་རྡུལ་ཚད་ཆུང་ཆུང་ལས་ཡོད་མ་རེད། བྱས་ན་སྒྲུང་འདིའི་མཐའ་མའི་གྲུབ་འབྲས་དེ་གང་འདྲ་ཞིག་བྱུང་གི་ཡོད་རེད་པས། གྲོས་བསྡུར་བྱེད་སྟངས་ག་རེ་བྱུང་སྲིད་ཀྱི་རེད་པས། གལ་སྲིད་འདི་དང་འདི་གཅིག་པ་ཡིན་པ་ཡིན་ན་ཨ་ནི་འོས་ལ་ག་རེ་བྱེད་ཀྱི་རེད་པས། དངོས་པོ་ཆུང་ཆུང་ཞིག་ལ་ཡང་དངོས་པོ་ཆེན་པོ་ཞིག་དང་མཚུངས་པའི་འགུལ་ནུས་ལྡན་ཡོད་པ་ཡིན་ན་དངོས་པོ་ཆུང་ཆུང་དེ་མགྱོགས་པ་ཡོད་པ་བཤད་དགོས་ཡ་ཡོད་མ་རེད། ངས་ཕྱོགས་གཞན་ཞིག་ནས་བཤད་ཆོག། གལ་སྲིད་ཙི་ཙི་ཞིག་དང། གླང་ཆེན་ཅིག་རྒྱུག་ཤ་ལོས་ཀྱི་ཡོད་ན། ངས་བྱས་པ་ཡིན་ན་སྐབས་དེ་ལ་ཡང་གླང་ཆེན་དང་ཙི་ཙི་ཁོ་གཉིས་གཉིས་ཀ་ལ་ཡང་འགུལ་ནུས་གཅིག་པ་གཅིག་རྐྱང་ཡོད་རེད། གལ་སྲིད་ཁོ་གཉིས་ཀྱི་མགོ་གཅིག་པ་གཉིས་ལ་གཏུགས་ན། མགོ་གཉིས་ཀར་གཏོགས་སྐྱོན་གཅིག་པ་བཏང་ཐུབ་པ་ཞིག་ལ་ཡང་གོ་དགོས་ཀྱི་ཡོད་རེད་སྐབས་འདི་ལ་ཡང། དོན་དངོས་ཐོག་གླང་ཆེན་དང་ཙི་ཙི་གཉིས་རྒྱུགས་ཡོང་སྟེ་མགོ་ལ་གཏུགས་ནས་གཏོར་སྐྱོན་གཅིག་པ་བཏང་བ་རེད་ཟེར་ན། ཁོ་གཉིས་སུ་མགྱོགས་ཀྱི་ཡོད་མེད་ཀྱི་གནས་ཚུལ་དེ་གསལ་པོ་སྟོན་ཐུབ་ཀྱི་འདུག་གས་སྐབས་འདི་ནས་བྱས་ན་སུ་མགྱོགས་པོ་ཡོད་རེད། ཙི་ཙི་ནི་མདེའུ་ལྟར་མགྱོགས་པོ་ཡིན་དགོས། དེ་མདེའུ་རང་ཡིན་དགོས་ཀྱི་རེད། གཏོར་སྐྱོན་གཅིག་པ་བཏང་ཡག་ལ་ཡང། བྱས་ཙང་གནད་དོན་དེ་དངོས་པོ་ཆེ་ཆུང་མི་འདྲ་བ་གཉིས་ལ་ཡང་འགུལ་ནུས་གཅིག་པ་ལྡན་ཡོད་ན་དངོས་པོ་ཆུང་བ་དེ་དངོས་པོ་ཆེ་བ་དེ་ལས་མགྱོགས་ཀྱི་ཡོད་པ་བསྟན་གྱི་ཡོད་རེད་དེ་ནི་གོང་གི་དྲི་བ་མང་པོ་ཞིག་ལ་ལན་བརྒྱབ་པ་རེད། དེ་ཉི་ལུང་མི་གནས་པའི་རྒྱུ་མཚན་ཡིན་ཁྱེད་རང་གིས་ཞེས་དབུགས་ཡག་ལེན་པའི་སྐབས་སུ་ཉི་ལུང་མེད་པའི་རྒྱུ་མཚན་ཡང་དེ་ཡིན། ཉི་ལུང་གི་མ་རྡུལ་ཆ་ཚང་ཧ་ཅང་མྱུར་པོའི་སྒོ་ནས་འགུལ་སྐྱོད་བྱེད་ཀྱི་ཡོད་རེད། ཉི་ལུང་ནི་ས་ངོས་ནས་བར་སྣང་ཁམས་སུ་ཡང་གདེང་འགྲོ་གི་ཡོད་རེད་ཚང་མ་ཡང་དོན་འགྲོ་གི་ཡོད་རེད། ནམ་རྒྱུན་སྒམ་སྦུག་ནང་དུ་བཀང་བའི་ཉི་ལུང་ནི་ས་འོག་ནས་བྱུང་བ་ཡིན། ཁོ་ཚོས་སོལ་རླངས་སྔོག་འདོན་བྱེད་སྐབས་ཉི་ལུང་དེ་ཚོ་ས་འོག་ནས་རྙེད་ཀྱི་ཡོད་རེད། རྗེས་སུ་ང་ཚོས་ཉི་ལུང་གི་བྱུང་ཁུངས་སྐོར་ལ་ཡང་སློབ་སྦྱོང་བྱས་ཆོག་གི་རེད། ཉི་ལུང་ནི་འགྱིག་ཁུག་ཅན་གྱི་དངོས་རྫས་དཔེར་ན་ཡུ་རེ་ནིམ་དང་རེ་ལིམ་སོགས་ལས་བྱུང་བ་ཡིན། དེ་ཚོ Alpha Particle ཡིན། རྗེའི་སྲང་ལམ་རྣམས་ལ་ཡང་སྤུ་གུ་དོན་ཚུལ་རླུང་གིས་བཀང་བའི་གང་བུས་ཁེངས་འགྲོ་ན། ལྷའི་རྒྱལ་སྒོ་ཅན་གྱི་དངོས་ཆ་སྙིགས་རོ་ཞེས་ཟེར་ན། འགྲིག། ནོར། རྗེས་སུ་ཡི་རང་དེ་འགྲིག་པ་རེད། དེ་ག་རང་རེད། ཨ་ལྤགས་པགས་འགྲིག་སྐལ་དལ་དུ་ཕྱིན་པ་རེད། རེད་བ། དངོས་གནས་རེད་པས། དངོས་གནས་རེད།
གང་འདྲ་རེད་ཟེར་ན། གང་འདྲ་རེད་ཟེར་ན། རླུང་ཚ་བོ་འདི་ཚོ་ཡར་འགྲིངས་འགྲོ་བའི་སྐབས་སུ། དེ་མཉམ་དུ་ལྡིང་བ་ཡིན་གང་ཡིན་ཟེར་ན་ངས་སྔོན་ལ་བཤད་མེད་དེ་ཡང་ལྡིང་འགྲོ་བའི་རྒྱུ་མཚན་ནི་ཕོ་ཆུང་ལ་ལྟོས་པ་ཡིན་གལ་སྲིད་དེ་ཚོ་རྟག་པར་མར་བར་བ་ཡོང་གི་ཡོད་ན། དེ་ཚོའི་མ་དུས་ལ་འགྱུར་བ་མང་པོ་ཉུང་ཉུང། དེ་ཚོ་ཡར་འདིང་ཕྱིན་ན། འདིང་ཕྱིན་པ་ཡིན་ན་ག་རེ་ཡོང་གི་རེད་པས་མང་པོ་མཐོང་ཐུབ་བམ་ཡང་ན་ཉུང་ཉུང། མར་བར་བ་ནང་བཞིན་མང་པོ་ཞིག་མཐོང་མི་ཐུབ། མ་དུས་དེ་ཚོས་ཕན་ཚུན་བེམ་བེམ་བེམ་བེམ་བེམ་ཟེར་ནས་རྡུང་རེས་བྱས་ནས་མཐར་ཁུ་སིང་སིང་ངང་ནུས་ཤུགས་ཆུང་ཚ་ཞིག་ཏུ་འཛུལ་གི་མ་རེད་པས། དེ་ཚོས་ཤུགས་ཆུང་ཆུང་ཞིག་འཕར་ན། ཐག་ཐུང་ཐུང་ཞིག་ཏུ་མ་གཏོགས་འགྲོ་ཐུབ་ཀི་མ་རེད། ཡང་བསྐྱར་འདི་འོང་དང་དུས་ཚོད་སྐར་ཆ་གཅིག་གི་ནང་དུའང་ཕར་འཕྱོང་གྲངས་མེད་བྱས་ནས། ཏི་ཏི་ཏི་ཏི་ཏི་ཟེར་ནས་རྩེ་རུ་འགྲོ་བའི་ལམ་འཚོལ་བ་ཡིན། དེ་ནི་ཁང་པ་ཆུང་ཆུང་ཞིག་གི་ནང་དུ་མི་ཚང་མ། འཚང་ཁ་ཤིག་ཤིག་གིས་ཞབས་བྲོ་འཁྲབ་བཞིན་པའི་སྐབས་སུ་ཁང་པ་དེའི་ཕྱོགས་གཅིག་ལ་ཡ། མི་ར་ཟིང་གྱོད་ཅིག་འཁྲིད་ཡོང་ནས་དེའི་དཀྱིལ་དུ་བཞག་པ་ནང་བཞིན་ཆགས་བསྡད་ཡོད་རེད། དེ་ཟུར་དུ་བུད་འགྲོ་བ་ཡིན། གང་ཙམ་སོང་ནས་མི་ར་ཟིང་དེ་འཚོལ་དུ་ཕྱིན་ན་མི་དེ་ནི་མི་ཚོགས་ཉུང་སའི་ཟུར་ཞིག་ལ་སླེབས་ཡོད་རེད། མི་དེ་ནི་བུ་རྒྱག་དང་འཚང་ཁ་ཉུང་ས་དེ་ལ་ག་ལྷེ་ག་ལྷེ་བུ་རྒྱག་སླེབས་ནས་སླེབས་པ་རེད།

དེ་ནི་དུལ་བའི་དུལ་བའི་ཆ་རྡུལ་གྱི་ནུས་པ་ཉམས་པས་རེད། དངོས་པོ་གཞན་དང་མཉམ་དུ་གདོང་གཏུག་བྱེད་ཀྱི་རེད་གདོང་གཏུག་བྱེད་མཁན་བྱེད་མཁན་མགྱོགས་ཚད་གཞན་དུ་ཕྱིན་པ་རེད། གཡས་གཡོན་གྱི་རླུང་གཞན་གྱི་མགྱོགས་ཚད་དང་མཉམ་པ་བྱུང་སྐབས་རླུང་དེ་ཚོ་མཉམ་དུ་དབྱིངས་ནས་སྡོད་པ་ཡིན། ཡིན་ནའི་ཉི་རླུང་གི་མགྱོགས་ཚད་དལ་དུ་འགྲོ་ཐུབ་ཀྱི་མ་རེད། གང་ཡིན་ཟེར་ན་ཉི་རླུང་གི་མ་རྡུལ་གྱི་ནུས་པ་རང་འཇགས་སྡོད་ཀྱི་ཡོད་ཙང་མྱུར་ཚད་ལ་འཕར་ཆག་བྱུང་མི་ཐུབ། རྒྱུ་མཚན་འདུག་གས། དེ་རིང་དངོས་ཁམས་རིག་པ་སྦྱངས་པ་རེད། བྱས་ཙང་ཉི་རླུང་རླུང་རྐང་གི་མཐོ་སར་སྡོད་པའི་རྒྱུ་མཚན་ཤེས་ཡོད། འགྲིག་སོང་ང། སོང་ཙང་ཉི་རླུང་གི་རྐང་པའི་གང་བུ་དེ་ཚོ་ཡང་དེང་འགྲོ་བའི་རྒྱུ་མཚན་དེ་དེ་མ་རེད། གང་བུ་ནང་དུ་ཉི་རླུང་བཀང་ཡོད་ཙང། གང་བུ་དེ་ཡར་འདིང་འགྲོ་བར་རྒྱུ་མཚན་ཁ་ཤས་ཤིག་ཡོད་པ་རེད། འོག་གི་གནོན་ཤུགས་ནི་གང་གི་གནོན་ཤུགས་ལས་ཆེ་བ་ཡོད། ད་ལྟའི་ཆོས་ཤུགས་ནི། ལྗིད་ཚད་ལས་ཆེ་བ། གང་ཡིན་ཟེར་ན་སྟུག་ཚད་ཉུང་ཉུང་ཡིན། འདི་ཡང་རྒྱུ་མཚན་གཞན་ཞིག་རེད། རེད་བ། མ་རྡུལ་ཆུང་ཆུང་སྐོར་ལ་བཤད་བཞིན་ཡོད། བྱས་ཙང་མ་རྡུལ་ཆུང་ཆུང་ཞིག་གིས་ཆོས་ཤུགས་ཀྱིས་བཏེགས་པ་རེད་ཟེར་ན་གོ་རྒྱུ་དེ་ཙམ་མེད། རེད་བ། མ་རྡུལ་དེ་ལ་རླུང་འོག་ནས་བརྒྱབ་པ་ལས་ནང་ནས་བརྒྱབ་པ་ཤུགས་ཆུང་བ་ཡོད། མ་རྡུལ་མི་འདྲ་བ་ཚང་མར་གཅིག་མཚུངས་ཡོད་རེད་བ། ཉི་ལུང་གི་མ་རྡུལ་ལྟ་བུ་ནི་མྱུར་ཚད་ཧ་ཅང་མཐོ་བོ་ཡོད། བྱས་ཙང་མ་རྡུལ་གཞན་ལས་མང་བས་མཐོ་ཆུང་བྱེད་ཐུབ་བྱས་ཙང་ལས་སླ་བོའི་ངང་ལམ་འཚོལ་ཐུབ། ངས་ཁྱེད་རང་ཚོ་ལ་ཧང་སངས་དགོས་པ་ཞིག་འདི་ལ་བསྟན་ཆོག། ཁྱེད་རང་ཚོས་ཁྱེད་རང་ཚོའི་གྲོགས་པོ་དང་མཉམ་དུ་རིའི་རྩེ་ལ་ཡར་འཛེགས་པའི་སྐབས་སུ་ཡ། རིའི་རྩེ་ལ་ཡར་བྲོས་ཚད་ག་འདྲ་ཞིག་ཡིན་པ་ཁྱེད་རང་ཚོས་དོ་སྣང་བྱུང་ངས། གྲང་མོ། གྲང་མོ་རེད། ཡིན་ནའང་རིའི་རྩེ་མོ་ནས་ཉིན་མོ་དང་ཐག་ཉེ་བ་ཡོད། ཁྱེད་རང་གི་གྲོགས་པོས་ང་ཚོ་ཉིན་མོ་དང་ཐག་ཉེ་རུ་འགྲོ་བ་ཡིན་ཙང་བྲོ་བ་ཡོད་རེད་ཅེས་ལབ་སྲིད་ཀྱི་རེད། ཇི་ཙམ་མཐོ་རུ་འདེགས་པ་དེ་ཙམ་གྱིས་གྲང་དུ་འགྲོ་བཞིན་ཡོད། ཁྱེད་རང་གིས་དེའི་རྒྱུ་མཚན་གང་ཡིན་པ་ཤེས་ཀྱི་ཡོད་པས། འདིའི་ནང་དུ་རིའི་རྐང་ལ་འཛེགས་ནས་ཆམ་པ་ཕོག་ཀྱང་དེའི་རྒྱུ་མཚན། ག་རེ་ཡིན་མིན་ལ་ཡ་མཚན་མ་རྐྱེན་གྱི་དེ་འདྲ་འདི་ན་ཡོད་པས། གང་འདྲ་ཡོད་མེད་ལྟ་འདོད་འདུག་ཡར་ལོངས་དང། མི་ཚང་མ་ཡ་མཚན་སྐྱེ་གི་ཡོད་རེད། ཚན་རིག་མེད་པའི་རིགས་རེད། རིའི་རྩེ་དེ་ལ་ཡར་གྲང་མོ་ཡོང་དགོས་དོན་ག་རེ་ཡིན་ནམ་ཟེར་ལབ་པ་ཡིན་ན། དེ་ག་འདྲས་ཟེར་རེད། གང་ཡིན་ཟླ་བ་ཡིན་ན་ལྡིང་བཞིན་པའི་རླུང་དེ་ཚོ་ཡར་ལྡིང་བའི་སྐབས། རྒྱུ་བ་གར་བྱུང་གཟིགས་རེ་བས། ཡར་ལྡིང་ཡོང་བའི་རླུང་དེ་ཚོ་གནོན་ཤུགས་ཉུང་སའི་ཁུལ་དུ་སླེབས་པ་ཡིན་ན། གྲང་མོ། རེད། གྲང་མོ་ཆགས་ཀྱི་རེད། གར་བྱས་ནས། རྒྱ་ནས་འགོ་བཙུགས་རེད། རྒྱ་སྐྱེད་པ། རྒྱ་སྐྱེད་པ། རླུང་དེ་ཚོས་གང་བུ་ནང་དུ་བླུགས་པའི་ཉི་རླུང་ནང་བཞིན་རྒྱ་སྐྱེད་པ་ཡིན། བྱས་ཙང་རླུང་གི་རྒྱ་སྐྱེད་པ་ཡིན་ན། དེ་ནས་རླུང་དེ་ཚོ་གྲང་མོ་ཆགས་པ་ཡིན། པས། སྙིང་རྗེ་བོ། ང་ལ་འདིར་བྱེད་སྒོ་ཞིག་ཡོད། ཁྱེད་རང་ཚོ་ཚང་མས་སུ་སུའི་སྡོད་སར་བསྡད་ནས་བྱི་དང། གྲ་སྒྲིག་ཡིན་པས། ཚང་མས་སུ་སུའི་ལག་པ་དེ། སུ་སུའི་ཁའི་མདུན་ལ་ཉར་ནས། ཁ་ཡར་གདངས་ནས། དབུགས་འཐེན་ན་རླུང་རྒྱ་བསྐྱེད་མི་ཐུབ། ཁྱེད་རང་ཚང་མས། ཧཧཧེ། བར་ཆད་ཆུན་ཆུད། ད་ཁྱེད་རང་ཚོས་མཆོད་བསྟོད་མ། རུག་རུག་བྱས་ནས་རྒྱ་བསྐྱེད་པའི་རླུང་མ་ཕྱི་ལ་བཏང་ན། ཁྱེད་ཚོས་དྲོད་ཚད་ཁྱད་པར་ཚོགས་ཀྱི་འདུག་གས། ཡང་བསྐྱར་བྱེད་དང་ཁ་གདོང། ཁ་ཡག་གདོང། ད་ཁ་བཙུམ་ན། རླུང་རྒྱ་བསྐྱེད་སྲིད། འདི་ལས་ཧང་སངས་དགོས་པ་ཞིག་ལྟ་འདོད་འདུག་གས། འདིར་ལྟོས་ཨ། འདིར་བླངས་པ་ཚ་བོ་ཅིག་ཡོད། ངས་ལག་ཤེས་སུ་སྤུས་ནས་འདི་འདྲས་བྱེད་ནུས་ཀྱི་རེད་པས། རེད་བྱེད་ནུས་ལས་སླ་བོ་རེད། ལས་སླ་བོའི་ངང་ནས། སྣང་དག་མི་འདུག། ཚ་བོ་རེད་གྲང་མོ་རེད། གྲང་མོ། གྲང་ནས་འགོ་བཙུགས་རེད། གྲང་མོ་རེད། དགའ་རོགས་ཀྱི་གྲང་མོ་འདུག། སྙིང། རྗེ་མོ། ངས་འདིའི་ཆུའི་རྟོག་བར་ཡར་ལག་པ་འཆང་གི་མིན། འདི་ག་འདྲ་ཞིག་རེད་ཟེར་བ་ཡིན་ན་ཁྱེད་རང་ཚོས་འདི་མཐོང་བཞིན་པ་དེ་ནི་རླངས་པ་ཚ་བོ་མ་རེད། མཚམས་འདིར་ཁྱོད་ཚོས་མཐོང་མི་ཐུབ་པ་དེ་རླངས་པ་ཚ་བོ་རེད། བྱས་ན་རླངས་པ་ཚ་བོ་དེ་གང་བྱས་པ་རེད་པས་ཟེར་ན་རྒྱག་ནས་འགོ་བཙུགས་རེད། རྒྱ་བསྐྱེད་པ་རེད། རྒྱ་བསྐྱེད་ན་ག་རེ་བྱེད་ཀྱི་རེད་པས་ཡང་བསྐྱར་དྲངས་ནས་འགོ་བཙུགས་ཀྱི་ཡོད་རེད། དྲང་མོ། དྲང་མོ། བྱས་ཙང་རྒྱ་བསྐྱེད་ན་དྲང་མོ་རྒྱུ་བའི་དཔང་རྟགས་ཡིན། ནང་སླེབས་ན་འདི་ཚོད་ལྟ་བྱེད་ཨ། འདི་རུ་གྲང་མོ་ཚོར་གི་རེད། འདི་རུ་མར་སླེབས་ན་ཚར་ཚར་ཚར་འགྲོ་གི་རེད། འདིའི་སྒང་ལ་ཡང་དགའ་རོགས་ཀྱི་གྲང་བ་ཡོད་རེད། འདི་ལས་འདི་ལ་ཡི་དྭགས་ཀྱི་གྲང་བ་ཡོད་རེད། དེའི་རྒྱབ་ལ་ཡོད་པའི་རྒྱུ་མཚན་དེ་ག་རེ་རེད་ཅེ་ན་ཨ། མི་ག་ཚོད་ཀྱིས། དེ་ལ་དམིགས་བསལ་གྱི་རྒྱུ་མཚན་ཡོད་མ་རེད་དེ་ནི་རང་བྱུང་ཁོར་ཡུག་གི་མ་འཁྲུགས་ལྷུན་འགྲུབ་ཀྱི་ཁྱད་ཆོས་རེད་ཟེར་མཁན་ག་ཚོད་ཡོད་པས། ང་ཚོས་དེའི་སྐོར་ལ་བགྲོ་གླེང་བྱེད་ཀྱི་ཡིན། འདིའི་རྒྱུ་མཚན་རེད་དེ་ག་རེ་ཡིན་ན། ཧ། ནི་རླུང་ཚ་བོ་ཡིན་དགོས་པས། ཡང་ཁྱེད་རང་ཚོས་ཆུ་རྡོ་བཙུམ་ནས་དབུགས་བཏང་ན་གྲང་མོ་ཡིན་དགོས་པའི་རྒྱུ་མཚན་གང་ཡིན་ནམ། དེའི་རྒྱུ་མཚན་ནི་རླུང་གི་རྒྱ་སྐྱེད་པོ་སོང་ཙང་ཡིན། ཡང་བསྐྱར་ང་ཚོས་ཆུང་ཆུང་ཞིག་ལ་ཡང་བསམ་བློ་བཏང་བ་ཡིན་ན། ཆ་རྡུལ་འདི་འགུལ་གྱི་ཡོད་པ་བྱས། གཡས་གཡོན་ལ་ཡང་རྡུང་གི་ཡོད་རེད། སྐབས་རེ་ཆ་རྡུལ་འདི་གཡས་གཡོན་ལ་རྡུང་ནས་ཚུར་འཕར་སྐབས་ནུས་པ་མང་བ་ཡོང་གི་ཡོད། ཡང་མཚམས་རེ་ཚུར་འཕར་སྐབས་ནུས་པ་གཞན་དུ་ཡང་འགྲོ་སྲིད་ཀྱི་ཡོད་རེད། བྱས་ན་ཆ་རྡུལ་དེའི་ནུས་པ་ག་དུས་ཉམས་པ་དང་ག་དུས་རྒྱས་པ་ཤེས་ཀྱི་ཡོད་པས། འདི་ལ་ཡང་པིང་པོང་ལྐོག་གླུའི་རྩེ་རྒྱ་ཞིག་ཡོད། ལྟོས་དང་པིང་པོང་སྤོ་ལུ་དེ་འདི་ལྟར་ཡོང་ནས་རྩེ་རྒྱ་ལ་འདི་ལྟར་ཕོག་ཞིག་ལྟོས་དང། ལྟོས་ཨ་ལྟོས་ཨ། མྱུར་ཚད་རང་འཇགས་རེད་མི་འདུག་གས། ངས་རྩེ་རྒྱ་འདི་དམ་པོ་བཟུང་བསྡད་ཡོད་ལྟོས་ཨ། སྒུལ་ནུས་ཡར་འཕར་ནས་སྒུལ་ནུས་མར་ཆག་རང་འཇགས་བསྡད་སོང་ང། དེ་མཐོང་སོང་ངས། ཐེངས་འདིར་ངས་རྩེ་རྒྱ་འདི་འདི་འདྲ་བྱས་ནས་ཕར་བཞུད་པ་ཡིན་ན། ད་ལྟོས་ཨ། ཁྱེད་རང་ཚོས་འདི་ཏོག་ཙམ་མགྱོགས་པར་འགྲོ་བ་མཐོང་སོང་ངས། ག་རེ་བྱས་ནས།

དེ་བཞིན་དཔོན་དཔུང་གི་རྩེ་རྒྱ་དེ་སྤོ་ལོ་ལ་ཞུས་ན། དེ་ནང་བཞིན་རླུང་གི་མྱུར་ཚད་ལ་ག་རེ་ཡོང་གི་རེད་པས་ལབ་ན། གལ་སྲིད་རླུང་གི་ཆ་རྡུལ་ཞིག་འདི་ལྟར་འགྲོ་བཞིན་པའི་སྐབས་གཡས་གཡོན་དུ་ཡོད་པའི་རླུང་གི་ཆ་རྡུལ་ཞིག་ཚུར་རུ་ཡོང་ནས། བ་བ་བུམ། འདི་ནུས་པ་མང་དུ་ཕྱིན་ནས་འཕར་ཤུགས་ཆེ་རུ་འགྲོ་བ་རེད་ཡིན་ནས་འདི་འཕར་ཤུགས་ཆུང་དུ་འགྲོ་བ་རེད་དེ་འདྲ་ཡོང་གི་རེད། བྱས་ཙང་རྩེ་རྒྱས་དཔོན་དཔུང་ལ་ཞུས་པའི་སྐབས་བིམ་བུམ། དཔོན་དཔུང་སྔོན་ལས་མགྱོགས་རུ་འགྲོ་བ་ཡིན། དེ་ལས་མདོག་ན་ག་རེ་བྱུང་སྲིད། ངས་རྩེ་རྒྱ་འདི་འཁྱེར་བཞིན་པའི་སྐབས། སྤོ་ལོས་འདི་ལ་བཏེགས་ན། འཁྱེར་སོང་ང། ཡང་བསྐྱར་གཅིག་བྱས་ཆོག། རེ་བ། མར་ཟགས་བཟུང་སྤོ་ལོ་དེའི་མྱུར་ཚད་ཉམས་ནས། དེ་བཞིན་དུ་ཆ་རྡུལ་གཅིག་གིས་ཆ་རྡུལ་གཞན་ཞིག་ལ་བརྡུངས་པ་ཡིན་ན། ཕར་འགྲོ་བཞིན་པ་དེ་ལ། བརྡུངས་པའི་སྐབས་ལ་ཆ་རྡུལ་དེའི་མྱུར་ཚད་འཕར་གི་རེད་པས་ཡང་ན་མྱུར་ཚད་ཆག་གི་རེད་པས་གསལ་བོ་མི་འདུག་གས། མྱུར་ཚད་ཆག་པ་མཐོང་སོང་ངས། མྱུར་ཚད་མ་ཆག་གི་རེད། རེ་བ། བྱས་ན་རླུང་གི་རྒྱ་བསྐྱེད་ན་ག་རེ་འབྱུང་གི་རེད་པས། ང་ཚོས་ཕྲ་མཐོང་ཆེ་ཤེལ་གྱི་འཇིག་རྟེན་ནང་འཛུལ་ནས་ཅིག་བལྟས་ན་གར་མཐོང་ཐུག་གི་རེད་བས། ཚང་མ་གྲལ་ཚུགས་ཚུགས་ཀྱིས་ཕྱོགས་གང་སར་འགྲོ་བཞིན་ཡོད་པ་མཐོང་ཐུག་གི་རེད་ཚང་མ་འགྲོ་གི་ཡོད་རེད་བ། ཁྱེད་རང་དེའི་ནང་གི་ཆ་རྡུལ་གཅིག་ཡིན་ན། གཞན་ལ་བཏུང་ནས་ཚང་མ་ཕྱིར་བུད་བཞག་ན། ཁྱེད་རང་གི་མྱུར་ཚད་མཐོ་རུ་འགྲོ་གི་རེད་བས་མྱུར་ཚད་དམའ་རུ་འགྲོ་གི་རེད་བས། ཁྱེད་རང་དམའ་རུ་ཕྱིན་གཞན་དེ་མཐོ་རུ་འགྲོ་གི་རེད། ནུས་ཤུགས་ཚང་མ་ཕར་འཐོར་ནས། ཁྱེད་རང་ལ་ནུས་ཤུགས་མེད་པ་ཆགས་ཡོད། དེའི་སྐབས་སུ་གལ་སྲིད་ཁྱེད་རང་གི་ཚ་དྲོད་འཇལ་བྱེད་ཞིག་འཁྱེར་ཡོང་ནས་གྲང་མོ་ཆགས་ཡོད་པ་ཤེས་འདུག་རླུང་གི་རྒྱ་བསྐྱེད་ན་གྲང་དུ་འགྲོ་བ་ཡིན། འདི་རྣམ་ཤེས་ལ་འབྲེལ་བ་ཡོད་རེད་ཡོད་མ་རེད་བས། གནམ་གཤིས་ཀྱི་འགྱུར་ལྡོག་དང་འབྲེལ་བ་ཤུགས་ཆེན་པོ་ཡོད་རེད། རྒྱ་སྐྱེད་པའི་རླུང་དེ་ནི་ཧ་ཅང་བསིལ་པོ་ཡོད་རེད། རེད་བ། དེ་ནི་རླུང་གཞན་པ་ལས་གྲང་བ་ཆགས་ཡོད་རེད། རྒྱུ་མཚན། ཤིང་གི་ཡུལ་བས། སྙིང་རྗེའི་སྡུག་སྐད། རི་མཐོན་པོའི་རྩེ་ལ་ཡར་གནམ་གཤིས་གྲང་བ་ཡོད་པའི་རྒྱུ་མཚན་གང་ཡིན་པ་ཤེས་སོང་ང། རླུང་གི་རྒྱ་སྐྱེད་ཤུགས་ཆེ་བ་ཡོད། རྒྱ་ཇི་ཙམ་སྐྱེད་པ་དེ་ཙམ་གྱི་གྲང་ངར་ཆེ་བ་ཡོད་ཨོ་ད་ང་ཉི་མ་དང་ཐག་ཉེ་བ་ཡོད། དེ་འདྲ་ཡོད་མ་རེད་རླུང་རྒྱ་སྐྱེད་ཤུགས་ཆེ་ན་གྲང་ངར་ཆེ་བ་ཡོད་རེད། དངོས་གནས་བྱས་ན་ཁྱེད་རང་གིས་དངོས་པོ་ཞིག་རྒྱ་བསྐྱེད་པའི་ཆེད་དུ་ཚ་བོ་བཟོས་འོང་བ་རེད་བས། དེས་རྒྱ་ཇི་ཙམ་བསྐྱེད་པ་དེ་ཙམ་གྱིས་ནུས་པ་ཞིག་ཕར་སྤྲོད་འོང་བ་རེད་བས། ཨོ་འདི་ལ་ང་ཚོ་འཁྲུག་ཡ་ཉེན་ཁ་ཆེན་པོ་འདུག་དེ་ག་འདྲས་རེད་ལབ་ཡིན་ན་ཁྱེད་རང་གི་རླུང་ཚ་བོ་བཟོས་བ་ནང་བཞིན། གཞན་དག་ག་རེ་ཚ་བོ་བཟོས་ནས་ཆེ་རུ་གཏོང་གི་ཡོད། དེས་རྒྱ་བསྐྱེད་དུ་བཅུག་ནས། བཙན་ཤུགས་ཀྱིས་དངོས་པོ་དེ་རྒྱ་བསྐྱེད་དུ་བཅུག་གི་ཡོད། ཕུད་ཁང་པའི་གང་བུ་གཅིག་ཁྱེར་ནས་ཐབ་གང་ལ་ཚ་བོ་བཟོས་པ་ཡིན་ན་རྒྱ་བསྐྱེད་ཀྱི་རེད། རེད་པ། འདིའི་སྐོར་ལ་ཤེས་ཀྱི་མེད། ཚ་བོ་བཟོས་ནས་དངོས་པོ་ཞིག་རྒྱ་སྐྱེད་པའི་གནས་ཚུལ་འདི། ཚ་བོ་བཟོས་ནས་ཚ་བོ་བཟོས་ནས་དངོས་པོ་ཞིག་རྒྱ་སྐྱེད་པའི་གནས་ཚུལ་འདི་ཕྱོགས་གཞན་ཞིག་ཆགས་བསྡད་ཀྱི་ཡོད་རེད། ད་ལྟ་ང་ཚོའི་རླུང་གི་རང་འགུལ་ངང། རྒྱ་སྐྱེད་པའི། སྐོར་ལ་ཤེས་ཀྱི་ཡོད། རྒྱ་སྐྱེད་པའི་སྐབས་སུ། ནང་གི་དྲོད་ཚད་ལ་ཡང་འགྱུར་བ་ག་རེ་ཡོང་གི་རེད་པས། མང་ཆགས་ཀྱི་རེད། བྱས་ན།
རླུང་གིས་རང་འགུལ་ངང་གྱེས་དང་མ་གྱེས་ཟེར་བ་འདི་གནོན་ཤུགས་ཆེ་ཆུང་ལ་རག་ལས་པ་མ་དག་རང་རེད། རེད་དག་རང་རེད། དག་རང་རེད། རླུང་གིས་རང་འགུལ་ངང་རྒྱ་གྱེས་པའི་རྒྱུ་མཚན་ནི། གནོན་ཤུགས་ཧ་ཅང་མཐོ་བའི་རླུང་ཁང་གི་རྒྱ་མཚོ་ཆེན་པོ་འདིའི་སྟེང་མཐའ་ནས་ཡར་ལྡིང་བས་རེད། ཡར་འདིང་ན་འགྱུར་བ་ག་རེ་བྱུང་དགོས་པས་ང་ཚོས་བཤད་ཟིན་པའི་གངས་སྤུག་དང་ཉྭ་དབུགས་སྟོང་འཁྱེར་བའི་སྐད་ཆུང་བ་སོགས་ཚང་མའི་གནས་སྟངས་འདི་དང་འབྲེལ་བ་ཞིག་ཆགས་ཡོད། འདི་ཚོ་ཡར་སླེབས་ཡོང་བའི་སྐབས་སུ་རྒྱ་བསྐྱེད་པ་ཡིན། ང་ཚོས་གནས་ཚུལ་གསར་བ་ཞིག་སྦྱངས་ཡོད་དངོས་པོ་གང་ཞིག་རང་འགུལ་གྱིས་རྒྱ་བསྐྱེད་ན་དེའི་དྲོད་ཚད་གྲང་དུ་འགྲོ་བ་རེད། གར་བྱས་ནས་གང་ཡིན་ལབ་པ་ཡིན་ན་ནང་དུ་ཡོད་པའི་ཆ་རྡུལ་དེ་ཚོ་གིས་ཕྱི་ལས་འགྲོ་བཞིན་པའི་ཆ་རྡུལ་དེ་ཚོའི་ཐོག་ལ་ཡང་ཤུགས་རྐྱེན་སྤྲོད་ཀྱི་ཡོད་ཙང་རེད། ནང་ལོགས་ཀྱི་ཆ་རྡུལ་དེ་ཚོའི་ནུས་ཤུགས་ཞན་དུ་ཞན་དུ་ཕྱིན་ནས་ནུས་པ་ཉམས་འགྲོ་བ་ཡིན། དེ། ངོས་འཛིན་ཐུབ་པའི་གྲུབ་འབྲས་རེད། འདི་ལ་ཡར་འཕྲོས་འཕོ་འགྱུར་རང་བཞིན་གསུམ་པ་ཞིག་ཡོད། དེ་ནི་རྒྱུ་འབྲས་མ་རེད་ལ་རྒྱུ་བ་ཡང་མ་རེད། བྱ་བྱེད་ནས་ག་རེ་རེད་བས། འགྱེད་འཕྲོ། འགྱེད་འཕྲོ་རེད། ཉི་མའི་འོད་ཟེར་དེ་འགྱེད་འཕྲོའི་ངང་ཚུལ་ལ་བརྟེན་ནས་སའི་གོ་ལ་འདིའི་སྟེང་དུ་ཕོག་ཐུབ། ང་ཚོས་གློག་ཤུགས་ཁ་ལེན་གྱི་རྣམ་གཞག་དང་འོད་སྐོར་སྦྱོང་བའི་སྐབས་སུ་གནད་དོན་འདིའི་སྐོར་ལ་ཞིབ་རྒྱས་གླེང་ཆོག་གི་རེད། འོད་སྐོར་ལ་བཤད་དུས། ཡིན་ནའི་ད་ལྟ་ངས་གནད་དོན་ཁ་ཤས་ཤིག་སྐོར་ལ་བགྲོ་གླེང་བྱེད་ཀྱི་ཡིན། གནད་དོན་གལ་ཆེ་བ་ཞིག་ནི། སྐབས་འདི་ནས་བཤད་པའི་འགྱེད་འཕྲོའི་རྡོ་ཕྱེ་ནི་འོད་འབྱུང་བཞིའི་དྲོད་ཚད་ཀྱི་བསྡུར་ཚད་དང་མཚུངས་པ་ཞིག་ཆགས་བསྡད་ཀྱི་ཡོད་རེད། དེ་རིང་ངས་གནད་དོན་འདིའི་སྐོར་ལ་གླེང་དགོས་དོན་ག་རེ་རེད་ཟེར་བ་ཡིན་ན། མི་དེ་ཚོས་དྲོད་ཁང་གི་ནུས་པའི་སྐོར་ལ་ཡང་ཇི་ལྟར་འདྲི་གཅོད་བྱེད་པའི་སྐོར་དེ་ཤེས་འདོད་ཡོད་པ་སོང་ཙང་ངས་བཤད་པ་ཡིན། ཁྱེད་ཚོས་འདིའི་སྐོར་གོ་མྱོང་ཡོད་རེད། འཛམ་གླིང་གི་རླུང་ཁམས་ཁྲོད་དུ་དཀར་བོན་མཚོ་གསུམ་ཅན་ཞིག་ཡོད་རེད། རིམ་པ་དེའི་དྲོད་ཕྱིར་དམར་བ་ནང་དུ་ཉར་ནས་འཛམ་གླིང་གི་རླུང་ཁམས་འདི་ཉིད་ཉི་མ་ནས་ཉི་མ་བཞིན་ཚར་ཚར་འགྲོ་གི་ཡོད་རེད། དེ་ནི་གནས་སྟངས་ཤིག་རེད། ཁྱེད་ཚོས་དེ་མགོ་འཚོས་ཐུབ་པ་དགོས། དེ་མགོ་འཚོས་པ་ལ། ང་ཚོས་ཕྱོགས་འགའ་ཞིག་བགྲོ་གླེང་བྱེད་དགོས། ཆོ་ག་དེའི་རྒྱུ་མཚན་ཏོག་ཙམ་གོ་ཚོད་ཀྱི་རེད། སྐབས་འདིའི་ཆོ་གའི་ནང་ལ་ཡང་རྒྱན་སྤྲོས་མདོ་ཕྱེད་ནི། འོད་དེ་འབྱུང་བཞིའི་དྲོད་ཚད་ཀྱི་བསྡུར་ཚད་དང་མཚུངས་པ་ཡིན་ཞེས་བཤད་ཀྱི་ཡོད། ཁྱེད་ཚོས་གནད་དོན་ཞིག་གི་སྐོར་ལ་བཤད་ཀྱི་ཡིན། ཁྱེད་རང་ཚོས་འགྱིག་རྟགས་དེ་མཐོང་གི་འདུག་གས། ཁྱེད་ཚོས་ངས་གནས་འདི་ནས་འཐེན་ནས་གནས་གཞན་ཞིག་བརྩིགས་པར་བརྟགས་མཐོང་སོང་ང། འགྱིག་རྟགས་འདིའི་ཆོས་མདོག་དེ་ག་རེ་རེད་པས། ཁྱེད་ཚང་མས་འགྱིག་རྟགས་ལ་བལྟ་གི་ཡོད་པས་འགྱིག་རྟགས་འདིའི་ཆོས་མདོག་ག་རེ་རེད་པས། ཁྱེད་ཚོ་ཚང་མར་མིག་ཤེལ་རིལ་རིལ་དགོས་ཀྱི་ཡོད་པ་འདྲ། ངས་ནི་འགྱིག་དག་དེ་དམའ་མོ་ཞིག་མཐོང་གི་འདུག། འགྱིག་དག་དམའ་མོ། ཁྱེད་ཚོས་འགྱིག་དག་དམའ་མོ་དེ་མཐོང་གི་འདུག་གས། ད་ངས་འདི་དཀྲུག་དཀྲུག་བཏང་གི་ཡིན། ཁང་པ་བརྒྱུད་པ་ཡིན་ན་ག་རེ་མཐོང་གི་རེད་པས། རླབས། ད་རླབས་མཐོང་སོང་ང། ད་ངའི་ལག་པ་ལ་ཡོད་པའི་འགྱིག་དག་འདི་མགྱོགས་པོ་མགྱོགས་པོ་ཕྱིར་ནས་དཀྲུག་དཀྲུག་བཏང་པ་ཡིན་ན་ཨ་རླབས་ཀྱི་རྡོ་རྒྱུ་ལ་ཡ་ཁྱད་པར་གྱི་ག་རེ་ཡོད་མེད་ལྟོས་དང། ཁྱེད་ཚོས་ག་ཚོད་ཀྱི་རླབས་དེ་ཏེ་ཏེ་ཏེ་ཏེ་ཏེ་ཟེར་ནས་འགྲོ་བ་མཐོང་སོང་ངས། གལ་སྲིད་ངས་འདི་འདྲས་བྱས་པ་ཡིན་ན།
རླབས་ཀྱི་མདོ་ཆོད་དེ་ག་འདྲས་འདུག་གས། འདིས་གསལ་བཤད་ག་རེ་ཞིག་ཡོད་རེད་ཟེར་ན་ང་ཚོས་མཇེ་ཙམ་གྱི་མགྱོགས་པོ་དཀྲུགས་པ་དེ་ཙམ་གྱིས་རླབས་ཀྱི་མདོ་ཆོད་མཐོ་བ་བསྟན་གྱི་ཡོད། དེ་རེད་མི་འདུག་གས་ཡ་ནི། དེ་ནི་སྤྱིར་བཏང་ནས་ཤེས་ཐུབ་པ་ཞིག་ཆགས་ཡོད་རེད། དཀྲུགས་དཀྲུགས་འདི་འདྲ་བཏང་ན།
རླབས་ཉོབ་ཏོ་རིང་པོ་ཞིག་རག་གི་རེད། ངས་འདི་འདྲས། མགྱོགས་པོ་དཀྲུགས་ན་ཏི་ཏི་ཏི་ཏི་ཟེར་ནས་རླབས་ཐུང་ཐུང་ཞིག་རག་གི་རེད། དེ་ང་ཚོས་རྗེས་ལ་སྦྱངས་ཆོག། རེད་བ། རླབས་ཀྱི་རིང་ཚད། མདོ་ཆོད། ད་ལྟའི་གནས་སྐབས་ལ་ཡང་ངས་འདིའི་སྐོར་ལ་ཡང་འགྲེལ་བཤད་རྒྱག་གི་མེད། ངས་མདོ་བཅུ་གཅིག་པོའི་སྐོར་ལ་འགྲེལ་བཤད་རྒྱག་གི་ཡིན། ཉི་མ་དེ། དྲོད་ཚད་མཐོ་བོ་རེད་དམ་ཡང་ན་དམའ་བོ་རེད། མཐོ་བོ། མཐོ་བོ། ཉི་མ་དང་བསྡུར་ན་ས་གཞིའི་དྲོད་ཚད་དམའ་བོ་རེད་དམ་མཐོ་བོ་རེད། དམའ་བོ། དམའ་བོ། འདིས་ག་རེ་གསལ་བཤད་བྱེད་འདོད་དགོས་རེད་ཟེར་ན་དཔྱ་དངོས་ཚང་མས་དྲོད་རླབས་ཞིག་ཕྱིར་འགྱེད་ཐུབ་པ་བསྟན་ཡོད། ཁྱེད་རང། ང། ང་ཚོ་ཚང་མ་སྟོད་སྨད་ཀླད་ཀོར་གྱི་དྲོད་ཚད་ལ་ཐོས་དཔྱ་དངོས་ཚང་མས་དྲོད་རླབས་ཕྱིར་འགྱེད་པ་རེད། ཚང་མས་དྲོད་རླབས་ཕྱིར་འགྱེད་པ་རེད། ཚང་མས་དྲོད་རླབས་ནང་དུའང་འགྱེད་པ་རེད། དུས་ཚོད་ཞེ་དྲག་མེད་ཙང་ང་ཚོས་ཉིན་མོ་དང་སའི་གོ་ལ་གཅིག་པོའི་སྐོར་ལ་ཡང་བགྲོ་གླེང་བྱེད་ཀྱི་ཡིན། དྲོད་རླབས་ཀྱི་འདོ་ཆོས་ནི་ཉི་མས་ཕྱིར་འགྱེད་པ་རེད། དེ་ཧ་ཅང་མཐོ་བོ་ཡོད། ཉི་མའི་དྲོད་ཚད་ནི་འདི་ལྟ་བུ་ཞིག་རེད། བྱས་ཙང་དྲོད་རླབས་ཀྱི་འདོ་ཆོས་ནི་འདི་ལྟ་བུ་ཞིག་རེད། དཔེ་མི་སྲིད་པའི་མཐོ་བོ་རེད། དཀར་མོ་རིའི་ཀོ་བ་དུང་ཕྱུར་མང་པོ་ཡོད་རེད། དེ་ལ་ཡང་ང་ཚོས་འོད་ཅིག་འབོད་ཀྱི་ཡོད་རེད། དེ་ནི་འོད་རེད། ནུས་པ་ཞིག་འཁྱེར་ཡོད། འདོ་ཆོས་ཧ་ཅང་མཐོ་བའི་གློག་ཤུགས་ཁབ་ལེན། མདོ་བཅུའི་ཧ་ཅང་མཐོ་བའི་གྲོས་སློབ་དེ་ལ་འོས་ཅེས་འབོད་དགོས་དོན་ག་རེ་ཡིན་ནམ། གྲོས་སློབ་དེའི་དྲོད་ཚད་ཧ་ཅང་མཐོ་བ་སོང་ཙང་རེད། ཉི་མའི་འོད་དེ་མང་ཡོང་ནས། སའི་གོ་ལར་ཕོག་སྟེ། སའི་གོ་ལའི་དྲོད་ཚད་མཐོར་འགྲོ་བ་ཡིན། ཡིན་ནའི། སའི་གོ་ལའི་ཕྱིར་འགྱེད་པའི་གྲོས་སློབ་དེའི་མདོ་སྤྱི་མཐོ་པོ་རེད། ཡིན་ནའི། མདོ་སྤྱི་ཁོ་རང་མཐོ་བོ་རེད་དམ་ཡང་ན་དམའ་བོ་རེད། དམའ་བོ། དམའ་བོ། ག་རེ་བྱས་ནས་དམའ་བོ། གང་ཡིན་ཟེར་ན་སའི་གོ་ལའི་དྲོད་ཚད་ནི། འདི་ལྟ་བུ་ཞིག་རེད། བྱས་ཙང། དེའི་ཆེས་སྐྱིད་པའི་དྲོད་རླབས་ཀྱི་མདོ་ཆེན་ནི་འདི་འདྲ་ཞིག་རེད། འདི་ནི་ཚོན་མདོག་གི་ནང་གི་འཇང་ཐང་ནང་ལ་ཡོད་བདེ་བའི་ཚོན་མདོག་དམར་བོའི་མན་ཆོད་དེ་དག་ཆགས་བསྡད་ཀྱི་ཡོད་རེད། འདི་ལ་ཚོན་མདོག་དམར་བོའི་མན་ཆོད་ཅེས་ཟེར་གྱི་རེད། དངོས་ཁང་རིག་པའི་ནང་ལ་ཡང་དེ་ལྟ་བུ་ཞིག་རྩ་བ་གཉིས་ནས་བརྗོད་ཀྱི་མ་རེད། བྱས་ན་དངོས་ཁང་རིག་པའི་ནང་ག་རེ་ལབ་ཀྱི་རེད་བས། དམར་ཕྱིའི་འོད། གསལ་བཤད་ག་རེ་བྱས་པ་རེད་ཟེར་ན། ཉི་མ་ལ་ཡོད་པའི་མདོ་ཆེས་མཐོ་ཞིང་མཐོང་ཐུབ་པའི་འོད་དང། སའི་གོ་ལའི་མདོ་ཆེས་དམའ་ཞིང་མཐོང་མི་ཐུབ་པའི་དམར་ཕྱིའི་འོད་ཀྱི་ཕྱིར་རྒྱས་པའི་ར་སྤྲོད་བྱས་ཡོད། འདིས་དངོས་རྫས་མི་འདྲ་བ་སོ་སོའི་རྡོ་རྗེ་མི་འདྲ་བའི་རླབས་རྒྱུན་མི་འདྲ་བ་སོ་སོའི་ནང་དུ་དྭངས་གསལ་ཡིན་པ་བསྟན་ཡོད། རྡོ་རྗེ་མི་འདྲ་བ། ཡང་ན་རླབས་རྒྱུན་མི་འདྲ་བ། འདིས་གར་བསྟན་ཡོད་རེད་ཟེར་ན་སའི་གོ་ལའི་རླུང་ཁམས་ནི་མཐོང་མི་ཐུབ་པའི་འོད་ཀྱི་ནང་དུ་ཡང་དྭངས་མོ་དྭངས་གསལ་ཡིན་པ་བསྟན་ཡོད་རེད། དེ་ནི་གསལ་པོ་རེད་ཁྱེད་རང་གི་ཡར་ལྟར་གོ་སྐབས་མ་མཐོང་ཐུབ་པ་ཡིན། ང་རང་ཚོ་ལ་ཡོད་པའི་རླུང་ཁམས་ནི་རྡོ་རྗེ་ཧ་ཅང་མཐོ་བའི་འོད་ཀྱི་ནང་དུ་ཡང་དྭངས་མོ་དྭངས་གསལ་ཆགས་ཡོད། བྱས་ཙང་གལ་སྲིད་རླུང་ཁ་ནང་དུ་ཆུ་ཀློང་ཉུང་ཉུང་ཞིག་ཡོད་ན་རླུང་ཁང་གི་དྭངས་གསལ་དེ་རབ་རིབ་འགྱུར་བ་ཡིན། ཧ་ལས་པའི་སྡུག་ཅག། སྡུག་ཅག་ལགས་རེད་བས་རླུང་ཁང་གི་དྭངས་གསལ་གྱི་རང་བཞིན་དེ་བརླགས་ནས། མི་གསལ་བ་ཆགས་པོ་རེད། སོང་ཙང་ད་འདི་ལ་ག་རེ་ཡོང་གི་རེད་བས་ཟེར་ན། ཉི་མ་འདི་ལ་ཡོད། ཉི་མས་འདོ་ཆུ་ཧ་ཅང་མཐོ་བོ་ཡོད་བདེ་བའི་འོད་ཟེར་ཕྱིར་འགྱེད་པ་དེ་ཚོ་རླུང་ཁང་བརྒྱུད་དེ་སའི་གོ་ལའི་ཐོག་ཏུ་འཕོ་གི་ཡོད། སའི་གོ་ལས་རྡོ་རྗེ་སྨྲ་བའི་དྲོད་རླབས་ཞིག་ཕྱིར་འགྱེད་བཞིན་ཡོད་ཀྱང་དྲོད་རླབས་མང་པོ་ཞིག་ནི་རླུང་ཁང་གི་ཕྱི་རོལ་དུ་དོན་ཐུག་གི་མེད། མང་པོ་ཞིག་དོན་ཐུག་གི་ཡོད་རེད་མང་པོ་ཞིག་དོན་ཐུག་གི་ཡོད་མ་རེད་དོན་མ་བསྡུས་པའི་དྲོད་ནུས་དེ་རླུང་ཁང་གི་ནང་དུ་ཕུང་གསོག་བྱེད་ཐུག་གི་ཡོད། འདི་ཁྱེད་རང་གི་རླངས་འཁོར་ལ་ཡོང་གི་རེད། ཁྱེད་རང་གི་རླངས་འཁོར་ཉི་མའི་ནང་ལ་ཡང་རྒྱུན་རིང་པོ་ཞིག་བཞག་ནས། རེད་བ། སྒོ་ཕྱེས་ཏེ་ནང་ལ་ཡར་འཛུལ་སྐབས་རླངས་འཁོར་ཧ་ཅང་ཚ་བོ་ཆགས་ཡོད་པའི་རྒྱུ་མཚན་དེ་ག་རེ་ཡིན་པ་ཁྱེད་རང་གིས་ཤེས་ཀྱི་ཡོད་པས། ཕལ་ཆེར་ཁྱེད་ཚོས་འདི་ཉི་མའི་ནང་དུ་རྒྱུན་རིང་བཞག་ཙང་ཚ་བོ་ཆགས་པ་རེད་ཅེས་བརྗོད་སྲིད་གི་རེད། ཉི་མའི་འོད་དེ་ཤར་བརྐྱང་གླང་འཁོར་གྱི་སྒེའུ་ཁུང་ནང་ལ་ཡང་འཐོར་གྱི་ཡོད་རེད། རྡོ་རྗེ་ཧ་ཅང་མཐོ་བའི་འོད་ཟེར་དེ་སྒེའུ་ཁུང་བརྒྱུད་ནས་འགྲོ་གི་ཡོད་རེད། འོད་ཟེར་དེ་ཁྱེད་རང་གི་གླང་འཁོར་ནང་ལ་ཡང་ཕོག་ནས་གླང་འཁོར་དེ་ཚ་བོ་ཆགས་ཀྱི་ཡོད་རེད། འོན་ཀྱང་གླང་འཁོར་གྱི་འོད་དེ་རང་ཅིས་འགྱེལ་མི་ཐུབ། གླང་འཁོར་ནང་གི་དྲོད་རླངས་དེ་ཕྱིར་འགྱེལ་བ་ཡིན་ན། དཀའ་ངལ་འབྱུང་མི་སྲིད། བྱས་ཙང་ང་ཚོས་ཤེལ་སྒོ་ལ་དངུལ་མདོག་གི་ཤོག་བུ་འཇགས་ཀྱི་ཡོད། སྒེའུ་ཁུང་གི་ཤེལ་སྒོ་ལ། དེ་འོད་ཕྱིར་ལྡོག་པའི་ཆེད་དུ་རེད། དེ་འོད་ཕྱིར་ལྡོག་པ་ཡིན། ཕྱིར་ལྡོག་པའི་འོད་ཀྱིས་རྡོ་ཆོས་ལ་འགྱུར་བ་འབྱུང་མི་སྲིད། ཁྱེད་རང་ཚོས་འོང་ཆུང་སྔོན་པོ་དང་ལྗང་ཁུ་གྱོན་པའི་སྐབས་ཤིག་ལ་ཡང་ཤེལ་སྒོའི་མདུན་དུ་ལངས་ནས་གནད་དོན་འདིའི་སྐོར་ལ་ཡང་སྦྱང་ཆོག་གི་རེད། ཨོ་ཧང་སང་བ་ལ་ཡ། འོང་ཆུང་དམའ་བོ་ཞིག་གྱོན་ནས་ཤེལ་སྒོའི་མདུན་དུ་ལངས་ན་ཚོན་མདོག་ག་རེ་བྱུང་གི་རེད་བས། ཨོ་ཚོན་མདོག་གཅིག་པ་རེད་ཤག་དམའ་མོ་རེད་འདུག། འདིས་གསལ་བཤད་བྱས་བ་ལ་ཡ། ཕྱིར་མདོག་པོ་དེས་རྡོ་གཅལ་འགྱུར་བ་མེད་པ་བསྟན་ཡོད། ཡིན་ནའི་ཕྱིས་བརྒྱན་ན་འགྱུར་བ་འགྲོ་གི་ཡོད་རེད། ཁྱེད་ཚོས་ཤེས་ཐུབ། གལ་སྲིད་འོད་དེ་དངོས་པོ་གཅིག་གི་སྟེང་དུ་ཕོག་ན། དེ་ནས་དངོས་པོ་དེ་ཕྱིར་བསྐྱེད་པ་ཡིན་ན་རྡོ་གཅལ་མི་འགྲོ་བ་མང་པོ་ཞིག་ཡོང་གི་ཡོད། འདི་ནི་དྲོད་ཁང་གི་ནུས་པ་སྟངས་གཅིག་པ་རེད། དྲོད་ཁང་གི་ཕྱིར་སྐྱེས་པའི་འོད་དེ་ཚོ་ཀ་བོན་ཚོ་གཟུངས་ཆེན་གཙོས་པའི་དངོས་པོ་གཞན་བརྒྱུད་དེ་ཕྱིར་ཐོན་དཀའ་བ་ཞིག་ཆགས་ཡོད་རེད། དྲོད་ནུས་དེ་ནང་དུ་གནས་པ་ཡིན། གནད་དོན་འདི་ཚོར་གི་འདུག་གས། གལ་ཆེན་པོ་ཡིན་པ། རྗེས་སུ་ད་དངོས་གང་རིག་པའི་དངོས་ཀྱི་ནང་དུ་ཞུགས་ཆོག་གི་རེད་མ་རེད་པས།